སློབ་སྟངས། གཟིགས་རྒྱུ། ད་ཁོང་རྣམ་པ་གི་བྱ་གཞི་དེ་རིགས་ཡག་གི། ད་དེས་ན། དེའི་ཐོག་ནས་ཚིག་ཀ་གཅིག་གཉིས་གཟུགས་ཐམས་ཅད་པོ་ལ་ད་གཞིགས་ན་བསམ། དེ་འདྲའི་ཡིན་དུས་ད་སྤྲོ་རྒྱུན་གི་ཏུ་བོད་ཡིག་གི་ཏུ་ནས་སློབ་སྟངས་གཟིགས་རྒྱུ་འདི་ལ། སྤྱིར་བཏང།

འདི་ལྟར་སྤྲོ་རྒྱུན་གྱི་སྟེང་ནས་ཅིག་འོ་ཡིག་ལྷོ་བཏང་ཟེར་གྱི་འདི་ནི་ཅིག་གཙོ་བོ་དོན་ནི་ཅིག་ད་དགོན་པ་འདྲ་དག་ཅིག་གྲྭ་ས་འདྲ་དག་དེ་མུར་རེ་མ་གཏོགས་པ་དེ་ལས་ཅིག་ད་སྔ་ཆོས་ངོས་ཀྱི་སྤྲོ་རྒྱུན་གྱི་ཐོག་ལ་ཅིག་སློབ་གྲྭ་ཟེར་དགོན་ན་འདྲ་འདི་ཚོ་ཐམས་ཅད་པོ་ཅིག་གཙོ་བོ་དགོན་པ་འདྲ་དག་དེ་ནས་ཅིག་གྲྭ་ས་ཁག་དག་འདི་ཚོ་ན་ཡོད་ནི་རེད། དེ་འདྲ་ཡིན་དུས་དེའི་ནང་ནས་ཅིག་སློབ་སྦྱོང་བྱེད་ལུགས་དང་འདི་སོ་ཡིན་ན་ད་ནི་ད་སོ་སོ་དབང་འདེམས་བྱས་ན་ཅིག་ད་ཅིག་རང་རང་སོ་སོ་ལ་ཅིག་དག་འདྲ་མི་འདྲ་མང་པོ་རེད། ཡིན་ན་ད་དེའི་ནང་ནས་མདོར་བསྡུས་བྱས་ན་ཅི་རེད་ཟེར་ན་ཐོག་དང་པོ་ད་ང་ཅིག་གིས་སྤྲོ་སྐྱིད་ཀྱི་སྟེང་ནས་ཅིག་ད་བོད་ཡིག་སློབ་སྟངས་ཀྱི་དབང་འདེམས་བྱས་ན་དེ་ད་ནངས་ཡང་ཐམས་ཅད་པོ་ལ་དག་གཞི་ཡོད་དང་གཙོ་བོ་དུ་ད།

འདི་ནི་ཐམས་ཅད་པོ་ལ་བཞི་པ་ཡིན་ད། ད་ངེད་ཚོས་སློབ་གྲྭ་གི་ནང་ནས་ཡོད་ནི་སློབ་མ་མང་པོ་གཅིག་ལྟ་བུ་ད། སློབ་དེབ་ཀྱི་ཐོག་ན་ཡོད་ནི་བགྱིག་ཏུ་གཅིག་སྐྲ་འཇོག་དགོས་ན་བགྱིག་གཅིག་ཧ་ལམ་གཅིག་ལྟ་བུ་འཕྲོད་ནུས། ཡིན་ན་སྤྲོ་སྐྱིད་ཀྱི་དེ་ནི་གཞུང་ངོ་མ་ཟིག་གི་ཐོག་ནས་གཅིག་ལྟ་བུ་ད་ལྟར་དགོས་ན་གཅིག་གོ་བ་ལེན་མི་ཤེས་ནི། དེ་ནི་གཅིག་ལྟ་བུ་བློ་མི་འགྱོ་ནི། ད་གཞུང་ཟེར་གྱི་ན་ཅིག་ལྟ་གི། མགོ་ཤི་ན་ཅིག་ཡང་ཅིག་སྔ་མ་མི་ཤིར་སྔ་མ་ཤི་ན་མགོ་མི་ཤི། དེ་འདྲི་གི་གནང་གག་ཏུ། སློབ་གྲྭ་གི་ནང་གི་ད་གི་སློབ་མ་ཚོ་ད་གི་མང་གི། དེ་ནས་ཅིག་སློབ་གྲྭ་གི་ནང་གི་སློབ་མ་མཐོང་ན་ཡང་ཅིག་ད་གི་ལྷོག་མི་དག་པ་འདྲ་འདྲ། དེ་མུ་འདའ་མང་གི་ད་ད་ད་ཅིག་ད་གི་དོན་དག་ཆེན་པོ་ཟིག་མ་རེད་ཅིག་གཅིག་རེ་གཉིས་རེ་གི་སྒེར་གི་དོན་དག་ཡིན་གྱི་རེད་མ་གཏོགས་པ་ཅིག་ད་གི་ད་ཡོངས་ཁྱབ་ཟིག་མ་རེད། ཡོངས་ཁྱབ་ཏུ་ཅི་རེད་ཟེར་ནས་ན། དོན་ནི་གཅིག་དག་ད་བར་བློ་ལིང་གི་ཐ་ནི་ཅུང་ཟད་དག་གཞན་པོ་རེད། ད་ང་ཤི་ཡུལ་སྤྲོ་རྒྱིང་གི་དག་ཐོག་ནས་བཤད་ན་བས་བཞག་ན་ད་མ་མཐའ་ཡིན་ན་དེ་ནི་ད་སློབ་མ་ཟིག་ཡིན་ན་ཀློག་གི་སྐབས་ནས་ཟིག་ང་ཤི་གི་སྤྲོ་རྒྱིང་གི་ནི་དག་གྲ་ས་དང་ནི་དག་འདི་དགོན་པ་འདི་ཚོ་ན་ན་ད་གྲགས་གསུམ་ཟིག་ནས་ཡིག་གྲ་བཤད་གྲ་སྒོམ་གྲ་ཟིག་ནས་དེ་ནི་དག་ད་གྲགས་གསུམ་རེད། ད་ལྟའི་ནང་ནས་དག་གི་བྱབ་བྲ་དང་ནི་དག་གི་སྒོམ་བྲ་ལ་དེ་རང་ཅག་འབྲེལ་བ་ཅང་མེད་གི་དག་གི་གཏུམ་མོའི་བྱབ་དེ་ནི་གཙོ་བོ་ཡིག་བྲ་ཟེར་གྱི་འདི་རེད་ཡིག་བྲ་ཟེར་གྱི་འདི་ཡི་ཡིག་སློབ་ས་ཤློག་སློབ་པའི་སྟེང་དུ་དག་གི་ད་དེ་སློབ་བྲ་དེ་ལ་ཡིག་བྲ་ཟེར་མི་ཤིག་གི་སྤྲོ་སྐྱིང་གི་ཐོག་ནས་དུ་ཟེར་བས་འོན་འགྲིག་དེ་ནས་ད་སྤྲོ་སྐྱིང་གི་ཐོག་ནས་དག་གི་ད་རེ་དེའི་ཡིག་བྲ་དེའི་ནང་ནས་ཐོག་མར་གང་རེ་ཟེར་ན་ད་བློ་ལེན་དུ་མ་མཐའ་ཡིན་ན། སུམ་ཅུ་པ་དང་རྟགས་ཀྱི་འཇིག་པ་གཉིས་ཀ་འི་དེ་ནི་རྩ་བ་ཉིད། དེའི་ཐོག་ལ་ད་ཅིག་ལྟ་བུར་སྡོམ་བཏགས་ན་དེ་ཚོ་ལ་ཅིག་རང་རང་སོ་སོ་འདྲ་མི་འདྲ་ཡོད་ནི་རེད་ད་ལྟ། ཕྱོགས་གཅིག་གི་དབང་དུ་ཕྱིན་ན་དཔེར་ན། ཅིག་དེ་ནི་ཅིག་ལྟ་བུ་ལག་ཤེས་སྦྱོང་དབང། རྟགས་འཇིག་གི་སྐབས་ནི་གསལ་བའི་མེ་ལོང། ད་དེ་ནི་ཅིག་སུམ་རྟགས་ཀྱི་སྐོར་ནས་ཡིན་ན་དེ་ཚོ་དང། དེ་ནས་ཅིག་རྟགས་ཡིག་གི་སྐོར་ནས་ཡིན་ན་ས་བོན་གྱི་དེ་ནི་ཅིག་ལྟ་བུ་རྟག་པར་བྱས་པའི་སྡེབ་སྦྱོར་འདྲ་འདྲ། རྟགས་ཡིག་མཁས་པ་འགལ་རྐྱེན་འདྲ་འདྲ། འོ་ད། དེ་མུར་རི་ད་ད་མ་མཐའ་ནི་དམའ་ཚིག་ངོ་མ་དབང་དུ་ཕྱིན་ན་དེ་ནི་ད་ད་ལོ་མ་འགྲོ་ལོ་མ་འགྲོ་ན་རྩ་བ་ནས་ཐབས་མེད་པ་རེད། དུབ་ལོ་མ་སོང་ནས་རྩ་བ་ནས་ད་ད་ཐབས་མེད་པ་ཟེར་རེད། འོ་ད་དེ་ནས་ཐོག་དེ་ནས་གྲངས་རིག་པ་འདྲ་ད་སྐར་རྩིས་འདྲ་འདི་ཚོ་འོ་ཐོག་ནས་ཡིན་ན། ད་དཔེར་ན། ཅི། སོ་སོ་ས་ཕྱོགས་སོ་སོ་ན་ད་སྔོན་གྱི་མཁས་པ་རྣམས་ཀྱིས་གསུངས་པའི་སྐར་རྩིས་ཀྱི་སྐོར་མང་ནི་རེད། ད་དཔེར་ན་ཁམས་ཕྱོགས་ཚོ་ནས་འདྲ་ཡིན་ན་ཅིག་ད་འཇིགས་མི་ཕམ་གྱི་ད། སྐར་རྩིས་སྔོན་འགྲོ་འདྲ་འདྲ། དེ་ནས་སྡེབ་སྦྱོར་བསླབ་མཚོ་སྣ་གཅིག་སྡེབ་སྦྱོར་རིན་ཆེན་རྒྱ་མཚོ་རྒྱ་མཚོའི་ཆུ་ཐིགས་འདྲ་འདྲ། ད་དེ་མོ་དེ་ནས་སྙན་ངག་གི་ཡོད་ན་དག་ག་ལ་གང་འཚམ། ད་དེ་འདྲ་ཟིག་དང་ད་མ་མཐའ་དག་ད་མ་མཐའི་དམའ་ཚིག་ངོ་མ་དེ་དག་ད་དེ་འདྲ་ཟིག་རེད་དང་ད་དེ་ནས་ནང་དོན་རིག་པ་ཧ་ཟེར་དེ་བཞོག། ནང་དོན་རིག་པ་གལ་ཏེ་སློབ་ཀྱི་དབང་དུ་བྱས་ན་ད་བདག་གཞུང་བཀའ་པོད་ལྔ་དེ་ཚོ་མང་ཟིག་བློ་ལ་ལེན་དགོས་འདྲི་ད་དེ་ཚོ་ཧ་ཟེར་དེ་བཞག་ནས་གཙོ་བོ་ཡིག་གྲགས་ཀྱི་ནང་ནས།

དེ་ཡིན་སོང་དུས་དེ་ནས་ད་འགོ་ནས་འཇིག་གི་བར་དུ་དེ་ནས་གོ་བ་ལེན་ལུགས་དེ་ནས་ཆ་ཚང་ཡག་པོ་ཟིག་དེ་ནས་ད་ཐོབ་འགྱོ་དེ་ནས་སུམ་ཅུ་པ་ཡིན་ན་འདྲ་རྟགས་ཀྱི་འཇིག་པ་ཡིན་ན་འདྲ་ཉར་ནག་ཡིན་ན་འདྲ་གང་ཡིན་ན་ཡང་དེ་ནས་གཞུང་ཆ་ཚང་དུ་དེ་ནས་མཐར་ཆགས་སུ་དེ་ནས་ཁྲིད་ཀྱི། དེ་བཞིན་དུ་ནས་ཀྱང་དེ་ནས་དུ་གར་གར་ཆེ་བ་རེད། གཞུང་དང་པོ་ཁྲིད་པའི་གནས་སྐབས་ན་དེ་ནས་ད་ཅིག་འཛིན་གྲྭ་དང་ཅིག་ཐོག་མ་འདྲ་དེ་འདྲ་ཟིག་ཡིན་ན་དེ་ནས་ཅིག་ཚིག་དོན་རྐྱང་བ་ཙམ་ཟིག་ཏུ་ཁྲིད། དེ་ནས་ཅིག་དུ་རིམ་པ་ཅུང་ཟད་མཐོན་པོ་ཡིན་ན་དེ་ནས་དེའི་ཐོག་ལ་འཐག་ཞིབ་བྱེད། དེའི་ཐོག་ལ་ནི་དེ་ནས་ཅིག་ལྟོས་པ་དང། སློབ་གྲྭ་གི་ནང་ལ་དང་ཅིག་ལྟོས་པ་དང་ང་ཚོའི་གྲྭ་ས་གི་རྩོད་པ་འདྲ་འདྲ་དེ་འདྲའི་ཡོད་ནི་མ་ད་རྩོད་པ་འདྲ་བྱེད། དེ་འདྲའི་བྱས་ནས་ད་ད་ཡོང་རྒྱུ་འོག་ཏུ་ང་ཞིག་གིས་སྤྲོ་སྐྱིད་ཀྱི་ཐོག་ནས་དེ་ནས་ད་ཡི་གེ་དེ་ནས་ད་བོད་ཡིག་དེ་ནས་སློབ་སྟངས་དེ་རེད། དེ་ནས་དེའི་ཐོག་ནས་མཐར་ཉིད་དུ་སོ་ཐམས་ཅད་པོ་དེ་ནས་ད་གཅིག་གྱུར་གྱི་ཐོག་ནས་ད་འགྲོ་གི་ཡོད་རེད་དེ་ད་ནང་ཡང་བཤད་ནི་ཡོད། དེ་དག་ཤིན་ཏུ་ནས་ཀྱང་གལ་ཆེན་པོ་རེད། མི་རིགས་གཅིག་གི་སྐད་ཡིག་གཅིག་གྱུར་ཟེར་གྱི་དེ། ཤིན་ཏུ་ནས་ཀྱང་དཀའ་མོ་རེད། རྒྱག་ཡིན་ན་དེ་ནི་ལོ་རབས་ལྔ་བཅུ་བ་ནས་དེ་ནི་ཁམ་བུ་བྱིས་ནས་ནི་ད་སྐད་ཡིག་གཅིག་གྱུར་བྱེད་དགོས་ཟེར་ནས་བསྒྲུབས་ནས་ཡོང་ནི་རེད་ད་ལྟ་བར་དུ་མི་ལོ་བཞི་བཅུ་ལྔ་བཅུ་ཟིག་གི་རིང་དུ་བྱ་བ་དེ་བསྒྲུབས་ནི་རེད། དེ་འདྲ་ཡིན་དུས་ད་ལྟ་རྒྱ་གི་གྲོང་ཁྱེར་རྣམས་ཀྱི་ནང་ན་ཡོད་ནི་གྲོང་ཁྱེར་གི་མི་ཟིག་ཡིན་ན་ད་ཅིག་ཕྱི་སྐད་རྒྱ་ནག་གི་ཕྱི་སྐད་དུ་ཉན་མི་ཤེས་མཁན་དུ་གཅིག་ཀྱང་ཡོད་མ་རེད། བཤད་དགོས་ན་དེ་ནས་ཀྱི་གར་དགོས་གཅིག་རེ་གཉིས་རེ་མ་གཏོགས་པ་ད་ལོ་ཉུང་དུ་ཚོ་ད་བཤད་དགོས་ན་དེ་གང་ཡིན་ན་དེ་ནས་དེ་བཤད་ཤེས་ན་ཕར་ཆེར་དེ་འདྲི་གི་ལོག་ཉན་དགོས་ན་ཐམས་ཅད་ཀྱི་ཉན་ཐབས་ནི་དེ་འདྲི་རེད། དེ་ནས་རྒྱ་ནག་གི་ཡིན་ན་གྲོང་གསེབ་ན་ད་རུང་ཕྱི་སྐད་དེ་ནས་དེ་ད་བཤད་མི་ཤེས་ན་ད་ཉན་མི་ཤེས་ན་དེ་ཀོ་མོ་འདྲ་འདྲ་རེད་ད་ད་རུང་ཉན་ཡང་དེ་ཡག་པོ་མི་ཤེས་ན་རྫ་གི་རྩི་ག་ཡོད་འདྲི་བཤད་མི་ཤེས་ན་ད་ཤི་འདི་ནས་ཀྱང་དེ་མང་བོ་རེད་ད་གྲོང་གསེབ་ན། དེ་འདྲའི་གཟུགས་རེད། དེ་ནས་ལྔ་བཞི་འགུལ་སྐྱོད་ནས་བཟུང་སྟེ། ཡིག་ཐོག་གི་དེ་ནས་དུ་འདི་དང་ནི་དེ་ནས་ཁ་སྐད་གཉིས་ཀ་དེ་ནས་གཅིག་པོ་ཞིག་ཡིན། ཡིག་སྐད་ཟེར་གྱི་དང་ཁ་སྐད་ཟེར་གྱི་དེ་འདྲའི་གཅིག་དུ་ཁ་ཐག་ཐག་མེད་པ་བྱས་ནས་དུ་ད་གཅིག་པོ་བྱས་ནས་དུ། དེ་འདྲའི་བྱས་ནས་དུ་ད་ལོ་མང་བོ་ཟིག་གི་རང་འབབ་པ་བྱས་ནས་ད་ལྟ་ད་དེ་འདྲའི་ཟིག་རེད།

ད་ལྟ་དགོས་ཀྱི་འདུག་གང་རེད་ཟེར་ན་ད་ལྟ་རྒྱུན་འཛིན་བྱེད་ཀྱི་འདུག་གལ་ཆེན་པོ་རེད། རེད་དེ་ཡིན་ནའང་ད་ང་ཞིག་གིས་སློབ་དེབ་ཀྱི་ནང་ན་ད་གཏམ་རྒྱུད་གི་དུ་སྐད་དུ་ཡོད་ནི་མ་རེད། སློབ་དེབ་ཀྱི་ནང་ན་གཏམ་རྒྱུད་གི་སྐད་དུ་མེད་གི། སློབ་དེབ་ཀྱི་ནང་ན་ཡོད་ནའང་དུ་ཐམས་ཅད་པོ་ནི་དུ་ཐར་ཉེས་ཐམས་ཅད་པོ་དུ་ད་སྒེར་བ་བོ་དེ་ནི་ལོ་ཙཱ་བ་རྣམས་ཀྱི་ནི་གསར་བ་རེད། གསར་བ་དེ་ཚོ་ཡང་ཅང་གཅིག་འགྱུར་མེད་པ་རེད་དེ་ལ་སོ་སོ་རང་གི་ཕྱིར་ཡིག་བརྒྱབ་བསམ་ན་ཕར་སྐྱེལ་བ་དེ་འགྲིག་བརྒྱུད་རུང་འགྲིག་དེ་འགྲིག་ཞིག་བརྒྱུད་རུང་ཡིན་ན་ད་དེ་ནས་ཅིག་ཁམས་ཤོག་གོ་བརྒྱུད་བ་ཡིན་ན་དེ་ནས་ཨ་མདོ་ཤོག་གོ་ཅིག་མ་གོ་གོ་ཨ་མདོ་ཤོག་གོ་བརྒྱུད་ན་དབུས་གཙང་གི་ཡང་ཅིག་མི་གོ་འདི་འདྲ་འདྲ་ཨ་མདོ་བོ་ནང་ནས་བརྒྱུད་ན་དེ་གཅིག་གི་ཕྱི་གཅིག་གཟི་བརྗིད་ཕྱི་གཟི་བརྗིད་ཡང་ཧ་མི་གོ་བརྒྱུད་མཐར་གཉིས་ཐམས་ཅད་པོ་ཏོ་ད་དེ་འགྲིག་གི་ལོག་ནས་ཡོད་འགྲིག།

ཆ་འཇོག་བྱེད་དགོས་པ་མ་གཏོགས་པ་གཏམ་རྒྱུད་ཀྱི་སྐད་དེ་ལ་ཆ་འཇོག་མ་བྱས་ན། ད་རང་རང་སོ་སོ་ཁ་སྐད་ཏག་ཏག་ཅིག་ཁྲིད་ད་ནི་དེ་ནི་ད་སྐད་ཡིག་ང་གཅིག་གིས་དེ་ནི་ད་སྐད་ཡིག་གཅིག་འགྱུར་བྱས་ཚར་རེད་ད་གཅིག་བྱས་ཚར་གྱི་ད་ཕར་གཏོར་ནས། ཨོ་ད་དེ་ནི་ཅིག་དགེ་མཚན་མེད་པ་དེ་འདྲའི་ཀློག་འགྲོ་དེའི་ཐོག་ལ་ཅུང་ཟད་ཙིཏྟ་གཟབ་གཟབ་ཏུ་བྱེད་དགོས་ས་དེ་འདྲས་རེད། དེ་གཉིས་དེ་ནི་གསུམ་དུ་ཏུ་ད་དུ་ད་ནང་ཡང་བཞི་ཡོད་ད་མང་པོ་བཞི་མ་བཞི་མ་གི་ད་གི་འདི། འདིའི་ཐོག་ལ་ཐང་ཞིག་གིས་དྲོ་རྒྱུན་གྱི་སྟངས་ལེན་ཡིན་ན་གཙོ་བོ་དུག་སློག་སློག་པ་དང་མཉམ་དུ་ནི། དེ་ནས་བསམ་བློ་དེ་ཡང་དེ་དང་མཉམ་དུ་ནི་དེ་དག་འགྲོ་བོ་ཡོད་འདྲི། དེ་རིང་ཡིན་ན་ཅིག་དེ་གི་འཇིག་རྟེན་གྱི་དེ་གི་སྐོར་གྱི་ནི་དེ་གི་གཏམ་རྒྱུད། བོད་ལ་ཤིན་ཏུ་ནས་ཀྱང་མང་པོ་ཡག་གི་དེ་གི་ད་དེ་ཚོ་ཐམས་ཅད་པོ་སློབ་གྲྭ་གི་ནང་ནས་ནི་སློབ་དེབ་གི་ཐོག་ལ། ད་དེ་ཚོ་ཐམས་ཅད་པོ་ཡང་དེ་གི་ཁྲིད་ན། དེ་ཐམས་ཅད་པོ་དེ་གི་ཁར་སང་དེ་རང། གང་ན་ཡིན་ནའང་ཁྲིད་གི་ཡོད་འདྲི་དེ་གི། ཐམས་ཅད་པོ་ནི་ཅིག་དེ་གི་བསམ་བློ་གཏོང་ལུགས་ད་འདི་ཚོ་ལ་ཤིན་ཏུ་ནས་ཀྱང་དེ་གི། ཕན་པ་ཡག་པོ་ཡོང་ས་རེད། བམ་པ། དེ་འདྲའི་དུས་ཐོག་ནས་བསམ་བློ་བཏང་ལུགས་དེ་ཡག་པོ་རེད་སོང་ན་དེ་ནས་སློབ་མ་དང་བཅུ་པོ་མ་རེད་བརྒྱུད་ནས་ཡོང་ན་ཡང་བརྒྱུད་ནས་མར། ཡོང་ན། སྐབས་ཞིག་ཚོགས་གོ་ཐོག་ལ་དེ་ནས་ཁེ་ཕན་ཡོད་ས། འོ་ད་དེ་འདྲའི་འོས་གཟིགས་ཀྱི་ལོ་མཇུག་ད་དེ་ཚོ་ལ་མཉམ་འཇོག་བྱེད་དགོས་འོས་གཟིགས་དེ་ནས། གཞན་པ་མང་པོ་དུས་ཐོག་ནས་ངེད་དུ་བྱ་གྱི་མིན། དེ་ཙམ་གཟིགས་ཀྱི་ཆོག་གི། ད་དེ་ལས་གཞན་པ་གཅིག་ལ་གར་སོང་དེ་རིང་ང་ཚོའི་འོས་སྐུལ་གྱི་དོན་ལ་འོས་ཡུག་གི་ཐོག་ལ་དེ་ནས་ཧ་ཅང་དེ་ནས་ད་ཐམས་ཅད་ཡོངས་སུ་རྫོགས་པའོ། གར་ཕྱིན། དེ་ནས་བྱེད་སྒོ་ནི་གཟུགས་ཀྱི་དོན་དག་འགའ་ཞིག་གི་འོག་གི་དེ་ནས་ཕྱི་དྲོའི་གནས་སྐབས་ན་ད་ལྟ་གི་ད་དེའང་དེ་དང་མཉམ་དུ་ད་ཐམས་ཅད་པོ་ལ་གཅིག་བཞི་ན་བསམ། གནས་ཚུལ་འདི་ཧ་གོ་ནི་གཟུགས་ཀྱི་མཉེས་ཕྱིན་མི་གཟུགས་ཡོད་ནི་རེད་ཟེར་ན་དེ་ནས་ཕྱི་རྒྱལ་ནས་དེ་ནས་ད་གི་ད་མང་ཚོགས་ཀྱི་ནང་ལ་ད་གི་བརྟག་ཞིབ་བྱས། མང་ཚོགས་ཀྱི་ནང་ལ་བརྟག་ཞིབ་བྱས་ནས་ད་གི་ཁྲོམ་ལ་སོང་ནས་ནི་ད་གི་ད་དོན་དག་འདི་ཕྱི་མཁན་གྱི་མཉེས་གང་ཇི་གཟུགས་ཡོད་དེ་ནས་ད་གི་ད་བརྟག་དུས་དེ།

གཞན་པ་མྱི་གསུམ་དུས་དེ་ནས་དེ་བ་ད་འདི་ཚབས་ཆེན་གི་རང་བཞིན་འདི་ཧ་གོ་ཡོད་ནི་མ་རེད་ཟེར། ད་དུས་གང་རེད་ཟེར་ཡ་དེ་འདྲའི་དེ་ནས་ཚབས་ཆེ་བ་དེ་གང་རེད་ཟེར་ན། དེ་བ་ད་འདི་དེ་བ་ད་རེ་ཉིན་བདུན་གྱི་བཀའ་ཡིག་ཟེར་ཉེན་ཁ་དང་ལྡན་པའི་བཀའ་ཡིག་ཟེར་གྱི་དེ་རེད། བཀའ་ཡིག་ཉེན་ཁ་ཅན་འདི་གྱེར་བ་ཟེར་གྱི་ད་དེ་རེད། བཀའ་ཡིག་སྙིང་ཁ་ཅན་འདི་སྐྱེར་བ་ཟིག་གཅིག་ཏུ་ནམ་ཟིག་ལ་བྱུང་ནི་རེ་བཟི་ན་དག་སྤྱིར་བཏང་སྔ་མ་ནས་ཀྱང་དག་མཁས་པ་རྣམས་ཀྱི་ཅིག་དག་དཔྱད་རྩོམ་ཆ་ང་ཆུང་བ་འདྲ་འདྲ་བཞིན་འཇིག་དག་རྩ་ག་རྩ་ག་དེ་འདྲ་ཡོད་རེད། གཙོ་བོ་དུ་དེ་ཉིད་དག་ད་ཕྱི་ལོ་གཅིག་གི་དགུ་བཅུ་གོ་གཉིས་གི་ལོ་ནས་བཟུང་ནས། དང་ནི་དེ་བས་ད་ཕྱི་རྒྱལ་གྱི་དེ་ནི་མཁས་པ་འགའ་ཞིག་གིས་དེ་བས་རྩོམ་ཡིག་འགའ་ཞིག་བྲིས་ནས། ཨ་མེ་རི་ཀའི་དེ་ནི་དེ་བས་ཚགས་དབང་འདིའི་དུས་དེབ་སྐད་གྲགས་ཅན་འགའ་ཞིག་གི་ཐོག་ལ་དེ་བས་བཀོད་ནས་དེ་ནས་བཟུང་ད་འཛམ་བུ་གླིང་གི་མཁས་པ་ཐམས་ཅད་པོ་དེ་བས་ད་མཐོང་ཆེན་བྱས་ནས་དེ་བས་ད་ད་ལྟ་གི་བར་དུ་འདི་ནི་དེ་བས་ད་ལོ་ཉི་ཤུ་སུམ་ཅུ། ད་སུམ་ཅུ་ཡར་མར་དེ་བས་ད་དེ་འདྲའི་འགྲོ་འོང་ཡོད་འདྲ། དེའི་ཡན་ཆོད་ལ་ཅིག་དེ་ནས་དག་དག་ཁོར་ཡུག་ཀྲོང་སྐྱོབ་གཟིགས་ཀྱི་འདྲ་དང་འདི་འབྲུ་མ་གཏོགས་པ་ཅིག་སྐད་ཡིག་ཀྲོང་སྐྱོབ་གཟིགས་ཀྱི་འདྲ་འདི་འབྲི་གི་ཐོག་བ་ཆེན་པོ་ཟིག་དོན་དང་མ་ཡོད་ནི་རེད་དེ་ནས་བཟུང་སྟེ་ལོ་རབས་དགུ་བཅུ་པ་ནས་བཟུང་སྟེ་ད་ཉེན་ཁ་ཅན་གྱི་སྐད་ཡིག་ཟིག་གི་དོན་སྐད་ཡིག་ཉེན་ཅན་དུ་གྱུར་བ་ཟིག་དང་ཞིག་གི་བོར་སྐུག་གི་ཐོག་ནས་བཤད་ན། འདི་རེད། སྐད་ཡིག་ཉིན་རྐྱེན་དུ་གྱུར་པའི་ཚབས་ཆེ་བའི་རང་བཞིན་འདི་ཤིང་ཁུངས་ཀྱི་མྱི་ཆུང་འབྲུ་གཟུགས་ཡོངས་འབྲི་ཟིན་ན་ད་ངའི་ལྟར་ཡིན། སློབ་གྲྭ་ཆེན་པོ་འི་ནང་ནས་དེ་ནས་ད་མྱི་བཞི་འི་ནང་ནས་མྱི་གཅིག་མ་གཏོགས་པ་ཞིག་ཡོད་ནི་མ་རེད། མྱི་བཞི་འི་ནང་ནས་མྱི་གཅིག་མ་གཏོགས་པ་ཞིག་ཡོད་ནི་མ་རེད། དེ་འདྲ་ཡིན་དུས་དེ་ནས་དེ་བས་ད་འདི་གཅིག་ད་མ་གོ་མ་ཤི་ས་ནས་དེ་ནས་དེ་བས་ད་ཀ་རིགས་དེ་ཚོ་ལ་ནི་ཉེན་ཁ་ཧ་ཅང་དེ་ནས་དེ་བས་ཆེན་པོ་ཐེབས་འགོ་ནི་ད་དེ་འདྲ་ཟིག་རེད་ད་དེ་ད་ཡིན་ད་མིན་ད་དེ་ནས་ང་ཤི་གི་འོག་གི་སློབ་མ་དེ་ནས་དེ་བས་འོག་གི་དགེ་རྒན། དེ་ནི་མི་རིགས་ཀྱི་སློབ་གསོ་འོག་ཐོག་ལ་ནི་ལྟ་བའི་བྱ་བ་སྒྲུབ་མཁན་གྱི་ནི་དེ་ནི་ལྟ་བའི་གཅིག་ལྟ་བའི་མགོ་ཁྲིད་རྣམ་པ་ཡིན་ན་རེད། ཐབས་ཇུས་པུས་ད་ངེས་པར་དུ་དེ་ནི་ལྟ་བའི་གོ་དགོས་ནི་ཟིག་རེད་ད་དུང། གོ་ནི་བོ་གོ་གྱི་རེད་ད་ལྟ་མི་གོ་ནི་བོ་ད་རུང་མི་གོ་ནི་དེ་འདྲའི་མང་གྱི་རེད། ད་དེ་ཡིན་ན་མིན་ན་གོ་དགོས་ཀྱི་ཟིག་རེད། འདི་གོ་གྱི་དུ་སྐད་ཡིག་ཉིན་བདུན་དུ་སྐྱེལ་བའི་ལྟ་བའི་ལྟ་རེས་འདི་ཚབས་ཆེན་འདི་ཚབས་ཆེན་གྱི་རང་བཞིན་འདི་ཐམས་ཅད་པོ་ལ་ཁྱབ་བསྒྲགས་བྱེད་རྒྱུ་དང། ཐམས་ཅད་པོ་ལ་དག་གིས་ཤིས་སུ་འཇུག་གིན་འདུག་བཀའ་ཡིག་དེ་ཉིད་ཉེན་ཁ་ལས་སྐྱོབ་པའི་ཐབས་གཅིག་ཀྱང་ཡིན་ནི་རེད། བཀའ་ཡིག་དེ་ཉེན་ཁ་ལས་སྐྱོབ་པའི་ཐབས་བཞིའི་འོག་གི་ཐབས་བཞིའི་ནང་ནས་གཅིག་ཏུ་འདི་རེད། མང་ཚོགས་ཡིན་ནའང་རེད། དེ་འདྲ་བ་ཟིག་གི་ནང་གཅིག་ཏུ་རིག་གནས་པ་ཡིན་ནའང་རེད་ཐམས་ཅད་པོ་ལ་ནི་ད་འདི་ཧ་གོ་བ་འཇུག་གིན་འདུག་འདིའི་གལ་ཆེ་བ་དང་འདིའི་དུ་ཉེན་ཁ་ཆེ་བའི་རང་བཞིན་འདི་ཐམས་ཅད་པོ་ལ་ཧ་གོ་བ་འཇུག་གིན་འདུག་ཉེན་ཁ་དེ་ལས་སྐྱོབ་པའི་ཐབས་ཤེས་བཞིའི་ནང་ནས་གཅིག་རེད། དེ་ནས་ཡིན་ནམ་མིན་ན་དུ་བསྐོར་དགོས་བ་གི་དེ་ཡིན་ན་དུ་གི་ད་དུ། རྣམ་པ་ཐམས་ཅད་པོ་ལགས་ཀྱི་དུ་བཞི་ན་བསམ། ད་མང་ཆེ་བ་གི་བསྐོར་ན་དང་མི་བསྐོར་ན་དང། བདག་ནི་ད་ཅིག་ཕར་ཆེ་བ་གི་མི་བསྐོར་ན་དུ་གི་དང། དེ་འདྲའི་དྲིང། དེ་འདྲ་ཡིན་ན་ད་དུ་ཕྱིས་འདྲིས་ག་ཟེ་གི་ཡོད་ནི་རེད་ཟེར་ན། སྤྱིར་བཏང་དེ་ནི་དུ་གི་ད་གར་ཚང་དེ་རང་འཛམ་བུ་གླིང་གི་ཐོག་ན། ཉམས་འགྲེལ་རྒྱ་མཚོ་ཀུའི་ཐོག་ལ་དེ་ནི་དཀའ་རིགས་ཐུགས་བཀོད་ནས་ད་འདི་དཀའ་རིགས་གཅིག་བཞག་ན་ཆོག་གོ་ཟེར་འདི་དཀའ་ཡིག་ཟིག་དཀའ་ཟིག་རེད་ཡི་གེ་ཟིག་རེད་ཟེར་ནས་ཐུགས་བཀོད་ནས་དེ་ད་དེབ་ཀྱི་ཐོག་ན་ཡོད་ནི་ཟིག་ཨ། ཁར་སང་དེ་རིང་དཀའ་རིགས་སྟོང་ཕྲག་གཅིག་ད་ནི་བརྒྱད་བརྒྱ་ནས་དགུ་བརྒྱ་གི་བར་ད་དེ་མི་ཟིག་ཨོ་ཀི་དཀའ་རིགས་སྟོང་ཕྲག་གཅིག་ད་ནི་བརྒྱད་བརྒྱ་ནས་དགུ་བརྒྱ་གི་བར་འགའ་རེ་གི་བརྒྱད་བརྒྱ་འགའ་རེ་གི་དགུ་བརྒྱ་རེད།

ཛམ་བྷ་ལང་གི་མྱུར་བརྒྱ་ཆ་དགུ་བཅུ་གོ་བདུན་གོ། མྱུར་བརྒྱ་ཆ་དགུ་བཅུ་གོ་བདུན་གོ། དེ་ནས་སྐད་བརྒྱ་ཆ་བཞི་རྐྱང་བ་བྱ་དགོས་ནི། སྐད་བརྒྱ་ཆ་བཞི། ཛམ་བྷ་ལང་ནི་དེ་མྱུར་བརྒྱ་ཆ་དགུ་བཅུ་གོ་བདུན་གི་དེ་བྱ་རྒྱུའི་སྐད་དེ་ཅི་རེད་ཟེར་ན་སྐད་རིགས་ཡོངས་རྫོགས་གི་ནང་ནས་བརྒྱ་ཆ་བཞི་མ་གཏོགས་པ་བྱ་དགོས་ཡོད་ནི་མ་རེད། དེ་མ་ཡིན་པའི་དེ་ནས་དེ་ཡང་གཅིག་བྱས་ན། འཛམ་བུ་གླིང་གི་ལྟེ་བ་ཨ་རིའི་སྐད་རིགས་ཀྱི་ནི་ལྟེ་བ་བརྒྱ་ཆ་དགུ་བཅུ་གོ་དྲུག་ཏུ། བརྒྱ་ཆ་དགུ་བཅུ་གོ་དྲུག་ཏུ། མྱི་བརྒྱ་ཆ་གསུམ་གྱི་བྱ་གུ་འོ་ནི་རི་ཟིག་ད། སྐད་དེ་མོ་མང་པོ་ཟིག་ལ་ད། བྱ་ཁུང་གི་མྱི་དེ་འདྲའི་ཉུང་ཉུང་ཟིག་མ་གཏོགས་པ་ད་མེད་པ། ད་དེ་ལོག་ཚར་ནི་རེད། གམ་གི་བྱ་ཁུང་གི་མྱི་མེད་པ་ལོག་སོང་ནི་རེད། ད་དུ་མཁས་པ་རྣམས་ཀྱིས་ཚོད་རྩིས་བྱས་ནི་ཡིན་ན། སྔ་མ་དེ་ནི་ལྟེ་བ་གཅིག་ལྟེ་བ་ད་ལོ་ཁྲི་ཚོ་ད་དེ་འདྲའི་གི་གང་རོལ་ན། འཛམ་བུ་གླང་དུ་ན་ཅི་ཀ་རིགས་དག་ཁྲི་ཚོ་མང་པོ། ཁྲི་ཚོ་ལྷག་ལས་ཡོད་ཚེ་དེ་འགྲིག་ཟེར་འདྲི་ཡི་ན་དེ་ཚོད་དཔག་ཙམ་ཟིག་རེད། ཚོད་དཔག་ཙམ་ཟིག་རེད་མ་གཏོགས་པ་དངོས་སུ་ཅིག་ཏུ་ནི་དག་ཏུ། དེ་འགྲིག་གི་འདུག་ཅིག་ཏུ་བརྟག་ཞིབ་བྱས་ནས་དག་ཏུ་དལ་འབྲང། དེ་མུས་ཀྱང་མེད་ཀི། ཚོད་དཔག་ཙམ་ཟིག་རེད། ད་ལྟ་ཡོད་ཤག་ཤག་དག་དངོས་གནས་དྲང་གནས་དག་ཏུ། ཀ་རྒྱ་དུ་ཡོད་ཀྱི་ཀ་རིགས་དུ་དེ་འགྲིག་ཟིག་མྱི་དུ་དེ་འདྲ་ཟིག་རེད་མྱི་དེ་འགྲིག་ཟིག་གི་ཀ་རིགས་གང་འཚམ་ཟིག་ལ་བས་ཤོག་དང་དགའ་གི་ཟེར་ན། ད་མྱི་ཤི་འདི་ནས་ཀྱང་ཉུང་ཤུག། མྱི་བརྒྱ་ཆ་གསུམ་གུ། ད་དཀའ་རིགས་དེ་འདྲི་མང་པོ་ཟིག་ལ་བེད་ཤོག་བཏང་གི་ཡོག་ནི་རེད། དུ་ཆི་ཟིག་གི་དོན་དག་རེད་ཟེར་ན་དཀའ་རིགས་དེ་འདྲི་མང་པོ་ཟིག་ལ་ད་བེད་ཤོག་བཏང་ཁུང་གི་མྱི་དེ་འདྲི་ཉུང་ཉུང་ཟིག་མ་གཏོགས་པ་ད་ཡོག་གི་ཡོག་ནི་མ་རེད།

སློབ་གསོ་དང་ཚན་རིག་དང་རིག་གནས་གསུམ་གྱི་རྩ་འཛུགས་ཀྱི་ཚོགས་པ་གཟི་བརྗིད་མཉམ་འབྲེལ་རྒྱལ་ཚོགས་ཁོ་ཐོག་ནས་གཙོ་བོ་སྐད་ཡིག་འཛམ་བུ་གླིང་གི་སྐད་ཡིག་ལ་ཞིབ་འཇུག་བྱས་གནང་བ་དེ་རེད། དེའི་སྟེང་ནས་ད་བར་སྐད་རིགས་སྟོང་ཕྲག་གཉིས་དར་ལྔ་བརྒྱ་དང་བཅུ་གཅིག་ལ་ཉེན་བརྡ་བཏང་བ་རེད།

ཚད་གང་འདྲ་ཟིག་ལ་ཐོབ་ན་དེ་ནི་དེ་བས་ད་དཀའ་རིགས། ཉེན་ཁ་ཅན་ཟིན་རེ་ཟིན་ན་ད་དེ་ལ། ད་ནི་ཚད་ཐིག་གསུམ་གྱི་ཐོག་ཐོན་དགོས་ཡོད་རེད། དེ་ལ་མཁས་པ་རྣམས་ཀྱིས་དེ་བས་འདྲ་མི་འདྲ་འཛམ་བུ་གླིང་གི་དཀའ་རིགས་ཞིབ་འཇུག་གི་ཆེད་ལས་མཁས་པ་རྣམས་ཀྱིས་བཤད་ཚུལ་མང་ཡོད་ནི་རེད། ད་ཡིན་ན་ད་དེའི་ནང་ནས་དེ་བས་ད། གཅིག་ཏུ། དོན་དག་གསུམ། ཆ་རྐྱེན་གསུམ་ཚང་ན། དེ་ནི་དཀའ་རིགས་དེ་དག་ཉེན་ཁ་དང་ལྡན་པ་རེད། ཉེས་ལྡན་གྱི་དཀའ་རིགས་ནང་འཇོག་དགོས་ནི་རེད། གཅིག་གང་རེད་ཟེར་ན། ད་དཀའ་རིགས་དེས་དཀའ་རིགས་དེ་གནམ་མཁན་གྱིས་དེ་ནས་དག་མི་དེ་དག་གི་ནང་ན་ཟེར་དཀའ་རིགས་དེ་བྱམས་མཁན་གྱི་མི་དེ་དག་གི་ནང་ནས། མི་མི་རིགས་དེའི་ནང་ནས། ད་མི་རིགས་དེའི་བརྒྱ་ཆ་བརྒྱ་ཆ་ཐམ་པ་གི། ད་ཀ་རིགས་གཉིས་པ་དུ་བཤད་དོ། ཀ་རིགས་གཉིས་པ་ཟེར་ན་རང་གི་ཕ་སྐད་མ་ཡིན་པའི་ཀ་རིགས་གཞན་པ་ཟིག་བཤད་ན་ཉོན། ད་མི་རིགས་ཟིག་ལ་མཚོན་ནས་ན་དེ་ནས་དེ་ག་ད་མི་རིགས་དེ་ཉིད་ཀྱི་ནང་ནས་ནི་དེ་བརྒྱ་ཆ་བརྒྱ་ཆའི་ཐམ་པ་དེ་ད་ཀ་རིགས་གཞན་པ་ཟིག་བཤད་ཚིག། མི་རིགས་རང་ཉིད་ཀྱི་དེ་ནས་དེ་ག་ཕ་སྐད་བཤད་མཁན་གི་དེ་ནི་ཉོན་དུ་བརྒྱ་ཆ་ཉི་ཤུ་ཐམ་པ་མང་དོག་མེད།

འདི་སྟོང་རྟགས་དང་པོ་རེད། དེ་ནས་སྟོང་རྟགས་གཉིས་པ་དེ་ནི་ཅི་རེད་ཟེར་ན། གལ་ཏེ་མི་དེ་དག་གི་ནང་ནས་བརྒྱ་ཆ་བརྒྱ་ཆ་ཉི་ཤུ་ཐམ་པ་བོ་དེའི་ཕར་སྐད་དུ་བཤད་ན་ཡང། བཤམས་མཁན་དུ་ལོ་གྲངས་ཀྱི་དབང་དུ་བྱས་ན་དེ་ནི་ལོ་གྲངས་བཞི་བཅུ་ཡན་ཆོད་ཡིན་པ། ལོ་གྲངས་བཞི་བཅུ་ཅན་ལྔ་བཅུ་ཅན་དྲུག་བཅུ་ཅན་བདུན་བཅུ་ཅན་དེ་རྣམས་ཀྱི་དེ་ནས་དེ་བར་སྐད་དུ་བཤད་དོ། བཞི་བཅུ་མ་འཆོལ་ནས་དེ་ནས་དེ་བར་དང་སུམ་ཅུ་ཉི་ཤུ་དེ་སོགས་ཚང་མ་གི་དེ་ནས་ཅིག་ཀ་རིགས་གཞན་པ་ཟིག་དེ་བར་བཤད་ན། ད་དེ་དེ་ནས་དེ་བར་ད་ཀ་རིགས་དེ་དེ་ནས་དེ་བར་ད་འཇིག་པའི་ད་དེ་འཇིག་པའི་དེ་བར་ཉེན་ཁ་ཅན་གྱི་དེ་ནས་དེ་བར་ད་ཚ་ཐིག་གཉིས་པ་དེ་དེ་རེད་ཟེར་ཚ་ཐིག་གཉིས་པ་དེ་རེད། དེ་ནས་ཚ་ཐིག་གསུམ་པ་འདི་གང་རེད་ཟེར་ན། ད་རེས་བརྒྱ་ཆ་ཉི་ཤུ། དེའི་ནང་ནས་ཀྱང་དགེ་ལུགས་བཞི་བཅུ་ཡན་ཆོད་ཡིན་པ། མི་དེ་རྣམས་ཀྱིས་ཀྱང་ཕར་སྐད་དུ་བཤད་ཟེར་ཟིན་ན་ཡང་དག་གཙོ་བོ་དེ་ཕར་སྐད་དུ་ཉན་བྱས་ན་མ་གཏོགས་པ་དེ་ནས་དེ་བཤད་མི་ཤེས་པ། ཉན་བྱས་ཀྱིས་མ་གཏོགས་པ་དེ་ནས་བཤད་མི་ཤེས་པ། ད་དེ་ཚ་ཐིག་གསུམ་པ་རེད། དེའི་ཆ་རྐྱེན་གསུམ་དེ་ལ་དག་ཚང་ཚར་ན་དེ་ནས་དག་ད་མི་རིགས་དེའི་དེ་ནས་སྐད་ཡིག་དུ་ནི་ད་སྐད་ཡིག་ཉེན་ཁ་ཅན་གི་ནང་དག་ད་གསུངས་ཚར་ནི་རེད། དེ་འདྲའི་གི་སྐད་ཡིག་ཉེན་ཁ་ཅན་གི་ནང་འགྱོ་བོ་ནི་ཟི་ག་དག་ད་འཛམ་བུ་གླང་གི་སྐད་རིགས་གི་ནང་ནས་དག་ཉེན་བརྡབ་བཏང་ནི་ཡོ་ནི་ཟི་ག། སྟོང་ཕྲག་གཉིས་དར་ལྔ་བརྒྱ་དར་བཅུ་གཅིག་ད་དེ་འདྲའི་ཟི་ག་རེད། ད་ཚབ་དེ་མོ་ཟི་ག་ཐོན་ཚར་དུས་ད་ཡར་མྱི་སྐྱོབ་ཡེར་དགོ་ན།

ད་དེ་འདྲའི་ཚ་ཐིག་གསུམ་པོ་དེ་ཐོན་རྒྱུ་དང་ངུ་ཤེས་ཀྱི་བོད་ཀྱི་སྐད་ལ་དུ་ཚང་གི་ཡོད་ནི་རེད་ཟེར་ན་ད་རུང་བོད་སྤྱི་ཁྱབ་ཀྱི་སྐད་ལ་དུ་ཚང་གི་ཡོད་ནི་མ་རེད། ད་རུང་འདི་ཟིག་གི་དབང་དུ་བྱས་ན་སྐད་རིགས་ལ་ཉེན་ལྡན་གྱི་སྐད་རིགས་དང་བདེ་འཇགས་ཉེན་མེད་ཀྱི་སྐད་རིགས་ཟེར་གཉིས་ཡོད་ནི་ནང་གི་ཁ་རྩང་དེ་རང་ལ་མཚོན་ན།

འོད་ཞི་ཆུབ་ཀྱི་ཐོག་ནས་ད་རུང་དུ་ཡོད་ནི་མ་རེད་ས་ཆ་འགའ་རེ་འགའ་རེ་གི་ཐོག་ཡོད་ནི་རེད་ད་ལྟ་ཁྱེད་རྣམ་པ་དགེ་རྒན་ཚོ་བཅུ་བསམ་བློ་ཅུང་ཟད་བཏང་ཡོད་ནི། སྐད་རིགས་ཀྱི་ཐོག་བ་ནི་ད་ང་ཅིག་གི་སློབ་དེབ་ཀྱི་ཐོག་ནས་ཞིབ་བཤད་དུ་སློབ་མ་ལ་མ་རེད་དུ་ཁྲིད་སྟོན་གྱི་ཙམ་ཟིག་མ་ཡིན་པར་ཅུང་ཟད་ཅུང་ཟད་བསམ་བློ་བཏང་བ་ནི་ཐམས་ཅད་པོ་ད་ཧ་གོ་ནི་རེད་དུ་ས་ཆ

ཉིད་མི་འདུག་འདི་སྐབས་དེར་དེ་འདྲའི་མང་པོ་ཟ་དང་ཉེན་ཁ་ཅན་གྱི་ལོག་ཚར་ནི་རེད། ད་དེའི་སྐབས་ཉེན་ཁ་ཅན་ལ་ལོག་རྒྱུ་འདི་མཉམ་འབྲེལ་རྒྱལ་ཚོགས་ཁོ་ནི་དེ་ནས་ཉིས་སྟོང་གཅིག་གི་ལོ་ལ་ཡང་འཛམ་བུ་གླིང་གི་ཐོག་ལ་ནི་དེ་ནས་ཡང་གཉའ་གཞག་གཅིག་འཕུར་མྱོང་ནི་རེད།

ད་དུས་རབས་གོང་མ་ཟེར་དགོས་ན་ད་འདིའི་སྟབས་སྔ་མ། འདིའི་ནང་ལ་དེ་ནས་ཅིག་ད་འཛམ་བུ་གླིང་གི་སྟེང་ན་གྲྭ་བ་ཟེར་གྱི་རེད། དེ་འདྲ་བ་ཟིག་གི་ནི་ཅིག་ད་ཚོང་འབྲེལ་རེད། འདི་སོགས་ཡིན་ན་ཕྱིར་ཁར་སང་དེ་རང་འདྲ་བ་ཟིག་ཡོད་ནི་མ་རེད། དེ་སྨྲ་བོ་དུས་ད་འབྲེལ་འདྲིས་ཡང་དེ་འདྲ་ཟིག་ཆེ་ནི་མ་རེད། དེ་འདྲ་ཡིན་ན་སྐད་རིགས་ཆུང་ཆུང་འདི་སོགས་ཅིག་ཉམས་བགྱིད་དེ་ཡང་ཅུང་ཟད་ཟིག་དམ་མོ་འདྲ་བོ་ཡིན་ནི་རེད།

གཅིག་མཚུངས་ཀྱི་ནི་དག་གི་ཐོག་ནས་བྱ་བ་མང་བོ་དག་གཅིག་མཐུན་གྱི་ཐོག་ནས་དག་གི་ཅིག་བྱ་བ་འདི་ཚོ་ཡར་རྒྱས་མང་བོ་སོང་ཙར་ནས་སྟོབས་ཀྱི་དག་མི་རིགས་དང་མི་རིགས་དག་མཉམ་དུ་དག་བྱ་བ་ལས་ཀྱི་མཉམ་དུ་དཀའ་སྤྱད་བྱ་ཀྱི་དག་འདི་ཚོ་མང་ནི་རེད། དེ་མང་དུས་དེ་ནས་དག་དཀའ་རིགས་ཆེན་པོ་དག་ཅིག་གི་དག་སྟོབས་ཇེ་ཆེ་འགྱོ་བོ་ནི་རེད། དག་དཀའ་རིགས་ཆེན་པོ་རྣམས་ཀྱི་སྟོབས་ཇེ་ཆེ་འགྱོ་ནི་དགའ་རིགས་ཆེན་པོ་རྣམས་ཀྱི་སྟོབས་ཇེ་ཆེ་སོང་དུས། ད་ནི་ཀ་རིག་ཆང་ཆང་ཆག་གི་སྟོབས་ཇེ་ཞང་བ་འགྱུར་གྱི་དུ་དེ་མུ་ཟི་ཀི། ད་མྱིར་ཀི་ཡོ་ནི་རི་དིར་ཡིན་ན་ད་ལོ་ཉིན་བདག་རྒྱག་གྱི་འདི་ནང་ལ། ད་ནི་ད་གི་ད་སྔ་མ་ལས་ད་གི་ལྡབ་ཁ་ཅིག་གི་ད་ཇེ་མང་སོང་ཚར་ནི་རི་དིའི། དོན་དག་དེ་ཆི་ཟི་གསར་ཤོས་ཤིག་ཡིན་ནི་རི་ཟེ་ན། ད་འཛམ་བུ་གླང་གི་ཐོག་ནས་ཀ་རིག་མང་བོ་ཟི་ད་གི་ནུབ་ཀི་ཡོ་གྱི་འདི་ད་གི་ད་འབྲུ་ཚབ་དུ་ད་ཧ་ཅང་སྔ་མ་ལས་ད་གི་ཇེ་མགྱོགས་འགྱོ་གི་ཡོ་ནི་རི་ཟེ་ཀྱི།

ཉིས་སྟོང་ཕྱིར་གཅིག་ཡོང་ནི་རེད་དེ་ཀ་རིག་དེ་བཤད་མཁན། ཉིས་སྟོང་ཕྱིར་གཅིག་ཡོང་མཁན་གྱི་ལྟ་བ་ད་ཀ་རིག་རྡོག་མ་བརྒྱད་དེ་རེད། ད་ལོ་ཉིས་བརྒྱ་དར་ལྔ་བཅུ་གི་རྗེས་ནས། ད་ཀ་རིག་དེ་ཚོ་མ་རྟོགས་པ་གཞན་ནུབ་ཀྱི་རེད་ཟེར་ཡིས་ད་ཚོགས་དབྱེ་དགོས་ནི་རེད། དེ་འདྲའི་བསམ་བློ་བཏང་ནས་ན་ད་མི་ཞིག་གི་ལྟ་བུ། སྐད་མི་ཞིག་གི་འོག་གི་སྐད་འདྲ་ཟིག་མཚོན་ནས་ན་ད་བསམ་བློ་ཐོངས་ད་དེ་ནས་ཆིག་འགྲིག་འདྲ་ཟིག་རེད་ཟེར་གྱི་ཡོད་ས་རེད།

ཁྲི་ཚོ་བརྒྱ་ཡ་མཆོད་ཀྱི་དུས་ནི་ཁྲི་ཚོ་བརྒྱ་ནས་ཁྲི་ཚོ་བརྒྱ་ནས་ཁྲི་ཚོ་དགུ་བརྒྱ་གི་བར་གྱི་ནི་དག་ཞབས་མཁན་དུས་མོ་ཟིག་ཡོད་ནི་ཀ་རིག་ཆེན་མོ་ཟིག་རེད་ཅེ་ན་ཀ་རིག་ཉིས་བརྒྱ་དང་སུམ་ཅུ་སོ་དགུ་དུས་མོ་ཟིག་རེད་ད་ང་ཤི་གི་སྐབས་དེ་དུས་ནང་ན་ཡོད་ནི་རེད། འཛམ་བུ་གླིང་གི་ཀ་རིག་རྣམས་ཀྱི་སྔུན་ནས་མ་རུ་བརྩིས་ནས་འོ་ཡ་སྔུན་ནས་མ་རུ་བརྩིས་ནས་དག་ད་ཀ་རིག་ཉིས་བརྒྱ་དང་སུམ་ཅུ་སོ་དགུ་མཚམས་ནས་བཅད་ན།

འབར་ལུགས་དུ་ཕྱི་མོའི་རེག་ཟིན་ནམ། དུ་ཧ་ལས་པར་ལྟ་བུ། དུས་རབས་གོང་མ་འདིའི་ནང་ང་ཟིག་དུ་དུས་རབས་ཉི་ཤུ་ཐམ་པ་འདིའི་ནང་ལ། སྐ་རུག་སྟོང་ཕྲག་གཅིག། དུ་ནས་དུ་རྩ་མེད་གི་ལོག་སོང་བ་རེད་དུ་དུས་རབས་ཉི་ཤུ་པའི་ནང་ལ། སྐ་རུག་སྟོང་ཕྲག་གཅིག་རྩ་མེད་རེད་ཟིག་དུས་རབས་ཉི་ཤུ་པའི་ནང་ལ་ད་རུང་ཅིག། ཤར་ནུབ་ཀུན་ཏུ་དེ་ནས་རིག་གནས་ཡིན་ནའང་འདྲ། ཚོང་འབྲེལ་ཡིན་ནའང་འདྲ་གང་དང་གང་ལ་དེ་ཙམ་གྱིས་དུ།

ཡང་ན་ཟླ་བ་ཕྱེད་ཙིག་གི་ནང་གཟའ་འཁོར་གཉིས་རེ་སོང་དུས་ད་འཛམ་བུ་གླིང་གི་ཐོག་ནས་དུ་སྐར་རིགས་གཅིག་རེ་དུ་རྩ་བ་ནས་མེད་པ་གི་ལོག་འགྱོ། རྩ་མེད་གི་ལོག་ནས། སྐར་རིགས་དུ་ཉམས་བཟས་ཀྱི་དུ་ཅིག་ཉིན་ཉུང་ཉུང་གི་སྐར་ཆ་ད་དུ་མ་རེད། སྐར་རིགས་འདི་དག་ས་གོ་ལ་འདིའི་ཐོག་ནས་ད་རྩ་བ་ནས་མེད་པ་གི་ལོག་ནས། སྐར་རིགས་དེ་ཉིད་བཤམས་མཁན་གྱི་མི་གཅིག་ཀྱང་མེད་པ་གི་ལོག་སོང་ན།

དེ་ནས་གཟའ་འཁོར་གཅིག་གི་ནང་དུ་སྐ་རིགས་གཉིས་མ་ག་གི་རྒྱུ་སྐ་རིགས་གཅིག་མ་གི་གཟའ་འཁོར་གཉིས་གི་ནང་སྐ་རིགས་གཅིག་ནུབ་ཀྱི་རེད་ད་རྗེས་མ་མ་འོངས་པ་ན་ད་གཟའ་འཁོར་གཅིག་གི་ནང་སྐ་རིགས་གཅིག་ལྟ་བུ་ད་དེ་འདྲའི་དགུ་ཇེ་མགྱོགས་བ་དགུ་དུ་འགྱོ་རྒྱུ་རེད། དེ་རིགས་ཁྱེད་རང་ནས་ན་ད་ནམ་ཟིག་ག་དེ་ནས་དགུ་ད་བོད་ཀི་སྐད་ལ་ཐུག་གྱིན་ན་ད་ཧ་གོ་ནི་མ་རེད། ད་རིགས་རྒྱ་ཚོགས་གི་དེ་ནས་དགུ་ཚོད་རྩིས་ལྟར་ན་ད་ལྟ་བའི་ལོ་ཉིས་བརྒྱ་དང་ལྔ་བཅུའི་རྗེས་ནས་ནང་དུ་ད་ལྟ་བའི་སྐད་རིགས་ཉུང་ཤོས་ཉུང་ཤོས་སུ་མ་གཏོགས་པ་ལྷག་ན་མ་རེད་ཟེར། ཉུང་ཤོས་ཟེར་གྱི་ད་ལྟ་བའི་ཕར་ཆེར་དེ་ནས་ད་ལྟ་སྐད་རིགས་འདུག་བྱ་འགུལ་གཉིས་དུང་ཕྱུར་གཅིག་ཡོད་ན་ཡང་ཆོག་ད་གཙོ་བོ་དུ་སོ་ཟེར་ཡོང་ན་རེད། ད་ང་བྱས་པ་དུང་ཕྱུར་གཅིག་ག་ལ་ཡོད། དེ་འདྲ་ཟིག་རེད། དེ་ཡིན་སོང་དེའི་སྐད་རིགས་འདི་ལ་ད་ཉེན་ཁ་དང་ད་རུང་ཉེན་བདུན་ངོ་མ་མ་རེད་ཁ་སང་དེ་རང་མཚོན་ན། དེ་ནས་ཅིག་ལྟ་བུའི་ཉེན་ཁ་སེར་དངོས་སུ་ཐོན་ཡོད་ནོ་མ་རེད་ཡིན་ན་ཉེན་ཁ་བཏང་ན་ཡོད་ནོ་རེད། ཉེན་ཁ་བཏང་ན་ཡོད་ནོ་ཅང་པོ་རེད་དཔེར་ན། ཅིག་ངན་སྤྲིན་གྱི་ལྟ་བུ་ལྟར་ནད་ཀྱི་ཐེབས་ནས་ཡིན་ན་ངན་སྤྲིན་གྱི་ནད་ཕྱི་རོལ་དུ་ཐེབས་ནས་ལུས་ལ་ཁྱབ་ནས་དེ་འདྲའི་རེད་ཚར་དུས་དེ་ནས་ད་བཅོས་རྒྱུ་མ་གི་ཟེར་སྨན་ཁང་གི་དེ་རེད། ངན་སྤྲིན་གྱི་དེ་ནས་ལྟ་བུ་ལྟར་རེད་ད་ནད་འདི་ལུས་ལ་ཡོད་ཡོད་ན་ད་རུང་ཕྱིར་མ་ཐོན་པའི་སྐབས་སུ་ཡོད་ནོ་རེད་དམ། མི་མངོན་པའི་སྐབས་སུ་ཨོ་ད་ངི་ཞིག་གིས་ཀ་རིག་ཏུ་དེ་ནས་ལྟ་བུ་ད་དེ་འདྲ་བ་ཟེར།

ཟླ་ཉིས་སྟོང་ལྔ་བཅུ་ཐམ་པ་བརྒྱུད་ན་ད་ལོ་བཞི་བཅུ་ཡོད་མ་གི་འདུག། ལོ་བཞི་བཅུ་ཐམ་པ་ཡོད་མ་གི་འདུག་ད་ལོ་བཞི་བཅུ་གི་རྗེས་སུ། ད་ནི་ད་གི་ད་སྐད་འདི་ཚོ་ཐམས་ཅད་ཀྱི་ནང་ནས། ད་བརྒྱ་ཆ་དགུ་བཅུ་ཐམ་པ་མེད་པ་ལོག་ན། ད་དེ་ཤེས་ན་ད་ནི་ད་གི་ད་སྐད་རྒྱ་ཆེ་བ་གི་ཟེར་ན་ད་སྐད་བརྒྱ་ཆ་དགུ་བཅུ་ཐམ་པ་མ་གཏོགས་པ་ད་ལས་མེད་གི།

ཁ་སང་དེ་རིང་དུ་སྐད་ལ་ལ་ལ་གང་དུ་ཟིག་རེད་ཟེར་ན། ད། འདི་སྐད་རིགས་ཉི་ཤུ་ཐམ་པ་འི་འཛམ་བུ་གླང་ནས་ཀྱི་སྟོབས་ལྡན་གྱི་སྐད་རིགས་ཉི་ཤུ་ཐམ་པ་འི། དེ་ནས་དུ་འཛམ་གླིང་གི་དུ་མྱི་དུང་ཕྱུར་སུམ་ཅུ་སོ་གཉིས་གི་དེ་ནས་གྲངས་འདི། ད་དེའི་ནང་ནས་དུ་གྲངས་འདི་དེ་དེ་ནས་བཅད་དུ་ཡོད་རེད་དུ་ཟེར་ན་ཅི་ཟེར་གྱི་རེད་ཟེར་ན། སྐད་རིགས་ཉི་ཤུ་ཐམ་པ་དུ་བཤད་མཁན་དུ་འཛམ་བུ་གླང་གི་མྱི་དུང་ཕྱུར།

ནོ། དོན་འགྲུབ་ཡིན་སོང་དུས་ད་ངོ་ནས་དྲངས་ནས་དང་འདིའི་ནང་ན་ད། ད་དེ་ནས་གཅིག་ཏུ་མི་ཤེས་སུ་མི་རུང་བ་དང་མི་གོ་སུ་མི་རུང་བ། དེ་མི་འོ་དེ་ནས་དང་ནད། ཚང་འོ་ནི་རེད། གལ་ཏེ། དང་ཕྱི་ལོ་ཉིས་སྟོང་རིང་ལྔ་བཅུ་ཐམ་པ་གི་ལོ་དབུ། ད་འགྲོ་བ་མིའི་རིགས་ཀྱི་དུ་སྐད་བརྒྱ་ཆ་དགུ་བཅུ་ཐམ་པ་མེད་པར་གྱུར་བ། དེའི་ནང་ན་ང་ཞིག་གི་བོད་སྐད་མེད་ན་ཡང། ད། ལོ་ཉིས་བརྒྱ་དར་ལྔ་བཅུའི་སྐབས་སུ་དེ་ནས་དུ་བུ་དར་ཡུལ་དང་འགྲོ་བ་མིའི་རིགས་ཀྱི་ནི་དུ་བུ་དར་སྐད་ཉུང་ཤོས་སུ་མ་གཏོགས་པ་བཤད་ཐབས་ནི་མ་རེད་ཟེར་གྱི་དེའི་ནང་ན་ད་ངུ་ཞིག་གི་སྐད་ཡོད་ནི་རེད། ཉུང་ཤོས་སུ་བཤད་ཐུབ་ཀྱི་དེའི་ནང་ན་ཡོད་ནི་མ་རེད་བཤད་མི་ཐུབ་ཀྱི་དེའི་ནང་ན་ཡོད་ནི་རེད། དེའི་ད་ཚོད་ནི་མི་རྣམས་ཀྱིས་དུ་བུ་དར་གོ་ནི་མ་རེད། སྐད་རིགས་འདི་དེ་ནས་དུ་བུ་ཅིག་ཉམས་དམིགས་སུ་འགྲོ་ཟེར་གྱི་དུས་ཚད་མགྱོགས་མི་མགྱོགས་ཀྱི་བཤད་ན་ཧ་ཅང་མགྱོགས་པ་ཟིག་རེད། དཔེ་ཟིག་བཞག་ནས་ན། དེ་ནི་མ་རིག་གི་དེ་ནི་སྐད་དོན་ནི་དེ་ད་ནུབ་ནས་ནི་དེ་མེད་པ་ཆགས་ནི་རེད། དེ་ན་མ་རིག་གི་གྲོང་ཚོགས་གཅིག་ལ་དཔེ་བཞག་གིས་བཤད་ན། ད་ལོ་ཉི་ཤུ་ཐམ་པ་གི་གོང་རོལ་དུ་ད་དེ་མ་རིག་གི་འདི་ནས་ཀྱི་ཐའི་ལེ་ཟིག་གི་རྫོང་ཟིག་འོག་གི་དེ་དེའི་ནང་གི་མ་རིག་གི་གྲོང་ཚོ་ཆུང་ཆུང་ཟིག་རེད་དེ་གྲོང་ཚོ་དེའི་ནང་ན་ཉི་སྟོང་ཕྲག་གཅིག་ལྟར་དགུ་བརྒྱ་ཡོད་གི་དེ། གྲོང་ཚོ་དེའི་ནང་ན་ཐའི་ལེ་ཟེར་གྱི་དེའི་རྫོང་དེའི་ཁ་ཞིབ་ཀྱི་ཁོངས་གཏོགས་ཁོ་དེ་ནི་གྲོང་ཚོ་ཟིག་རེད་གྲོང་ཚོ་དེའི་ནང་མྱི་སྟོང་ཕྲག་གཅིག་དར་དགུ་བརྒྱ་རེད། དེའི་སྟོང་ཕྲག་གཅིག་དར་དགུ་བརྒྱ་གི་ནང་ནས་མང་ཆེ་བ་དེ་དག་ཐོག་མའི་གནས་སྐབས་ན་མང་ཆེ་བ་དེ་དག་མཱན་རིགས་རེད་དེ་གཞན་པ་དེ་ཚོ་རྒྱ་རིགས་རེད། དེ་རིང་འདི་ལོ་ཉི་ཤུ་ཐམ་པའི་སྔོན་རོལ་དུ་ཆེན་མོ་ཟིག་རེད་ཟེར་ན། དེའི་མར་ཀི་ནི་དག་ད་ལོ་བཞི་བཅུ་ལྔ་བཅུ་དེ་ནས་ཡིན་ནི་དང་དྲུག་ཆུ་བདུན་ཆུ་ཡིན་ནི། དར་མ་དང་ནི་དག་སྒམ་པོ་འི་རིགས་དེ་ཡོངས་སུ་རྫོགས་པ་གི་དེ་ནས་བཀའ་རྒྱ་བཤད་ན་གཅིག་གི་གཅིག་ག་དག་ནང་ཁུལ་ནས་བཀའ་རྒྱ་བཤད་ན་ཐམས་ཅད་ནས་དག་མར་ཀི་དག་བཀའ་བཏུ་བྱ་གི་ཡོད་ནི་རེད་ཟེར་གངས་རི་པ་རྣམས་ཀྱིས་ད་ལོ་ཡིན་ད་དར་མ་རྣམས་ཀྱིས་ཀྱང་ནི་དག་བཏུ་བྱ་གི་ཡོད་ནི་རེད། དེ་ནས་དག་དེའི་ནང་ནས་དག་ནག་གཞོན་རྣམས་ཀྱིས། ནག་གཞོན་རྣམས་ཀྱིས་དེའི་གནས་སྐབས་ན་དག་གཉན་དགོ་ན་དག་ཐམས་ཅད་པོ་དག་ད་ཆགས་ཐོགས་མེད་མ་རིག་གི་རང་གི་སྐལ་དུ་གཉན་དགོ་ན་ཆགས་ཐོགས་མེད། བཤད་དགོ་ན་ད་ཅིག་དག་རྒྱུན་བསྐུར་གི་ནི་རྒྱུན་བཤུག་གི་བསྐོར་བ་དེ་ཚོ་དག་བཤད་ཤེས་ན་མ་གཏོགས་པ་གཞན་པ་ཞིག་དག་བཤད་མི་ཤེས་ནི། ཡིན་ན་རྒྱུན་བཤུག་གི་བསྐོར་བ་དེ་ཚོ་ནི་བཤད་དགོ་ན་ཡང་བཤད་ཤེས། དེ་ནས་གཉན་དགོ་ན་ཐམས་ཅད་ཡོངས་སུ་རྫོགས་པའོ་དེ་འདྲུ་དག་གཉན་ཤེས་ནི། ད་དེ་མུ་ཟིག་རེད། ལོ་ཉི་ཤུ་ཐམ་པའི་གོང་རོལ་དུ། ད་ལོ་ཉི་ཤུའི་རྗེས་སུ་དེའུ་ད་དེ་ནང་སོང་ཞིག་དེའུ་དེ་ཁྱེད་རང་དེ་ལྟས་དེ་ནང་ནས་དེ་ག་གྲོང་བ་དེ་ནང་ལ་རྒྱ་ཡ་ར་ཇེ་མང་ཇེ་མང་ཇེ་མང་སོང་ནས་དེ་ག་དེ་རིགས་ཞིག་ཡིན་ཁྱེད་རང་དེ་ལྟས། ད་ལོ་ཉི་ཤུ་ཐམ་པའི་རྗེས་སུ། མ་རིག་གི་སྐད་ཆ་གི་ཐོག་ནས་ཕན་ཚུན་གཅིག་གིས་གཅིག་ལ་སྐད་ཆ་བཤད་ནི་ཟིག་ག། སྔ་མ་ཡིན་ན་དེ་ནས་དེ་ག་ད་དར་མ་དང་རྒན་པོ་ཐམས་ཅད་པོ་དེ་ག་སྐབས་གང་གི་སྐབས་སུ་ཡིན་ན་དང་ནི་དེ་བས་མ་རིག་གི་བཀའ་ཞབས་བྱ་གོལ། ད་གམ་བུ་ལོ་དྲུག་ཅུ་ཡན་ཆོད་དུ་མ་གཏོགས་པ་དེ་ནི་དེ་བས་དང། ནང་ཕན་ཚུན་ལ་དེ་བས་དང་མ་རིག་གི་བཀའ་ཞབས་བྱ་མཁན་ཚོ་དེ་བས་གཅིག་ཀྱང་མ་གིས། ལོ་དྲུག་ཅུ་ཐམ་པ་ཡན་ཆོད་མ་གཏོགས་ང་ཆོད་ཡིན་ན་དར་མ་དང་གམ་བུ་བརྒྱུད་དར་མ་ཟེར་གྱི་དུ་ལོ་བཞི་བཅུ་ཉེར་ལྔ་བཅུ་ནི་ཡན་ཆོད་ནི་འཇོག་གོ་ནི་རེད།

ཨོ་ཡ། ད་མ་རིག་གི་དེ་ནས་དེ་སྐད་དུ་ན་ད་ཉེར་བདུན་གྱི་སྐད་ཀྱི་ནང་བ་སོང་ནས་ད་ནུབ་ལ་ནུབ་ལ་འུ་ལོག་ཟླ་བ་མ། ད་དེ་མོ་ཟིག་རེད་དོ། དེ་ལོ་ཉི་ཤུ་ཐམ་པ་མ་གཏོགས་སོང་བ་ནི་མ་རེད། སྐད་རིག་དུ་དེ་ནས་ཚད་དང་བོ་གོང་ནས་གཟབ་གཟབ་མ་ཡིན་ན། ཚད་ངེས་ཅན་ཟིག་ལ་ཐོན་ཚར་དུས་ད་ད་སྐྱོབ་ན་སྐྱོབ་ཀྱི་མེད་གི། འཛམ་བུ་གླིང་གི་ཐོག་ནས་སྐྱོབ་དགོས་ཡོད་ནི་རེད་སྐྱོབ་ན་ཅི་རིགས་སྐྱོབ་ནི་རེད་ཟེར་ན་ད་སྐད་རིགས་དེ་ལ་ཞིབ་འཇུག་བྱེད་ཡུལ་སྐྱེ་རུང་ད་སྐད་དེ་ནི་དབྱངས་ཅི་འདྲི་རེད་གསར་ཤོས་ཅི་འདྲི་རེད་ད་སྐད་དེ་ནི་དེ་གི་ད་རེས་ཚིག་གི་གྲུབ་ཆ་ཅི་མི་བཟོ་རེད་དེ་མུ་མཐུད་དེ་གི་སྒྲ་བླངས་ནས་ཚགས་ར་ཡིས་ཁྱེར་རུང་ད་ནི་དེ་གི་ད་འཛམ་བུ་གླིང་གི་སྐད་རིགས་ཀྱི་མཛོད་ཡོད་ནི་རེད་དེའི་ནང་འཇོག་རྒྱུ་ད་དེབ་བདག་སྐྲུན་ཟེར་ཡོད་ནི་རེད།

བསམ་བློ། ཕྱི་འབྲེལ་བསམ་གི་ཨ་ད་ལོ་ཉིས་བརྒྱ་ལྔ་བཅུ་ཕྱི་ཟླ་ལྔ་ནས་ཡོད་རྒྱུ་མ་རེད་དེ་འཛི་གི་ཆེན་ན་ཆེན་བསམ་གྱི་རེད་ད། ད་ལོ་ཉིས་བརྒྱ་ལྔ་བཅུའི་སྐ་རིག་ཟིག་གི་དུ་ཚབ་དུས་མུ་ཟུ་གི་ཐོག་ཐོན་ཚར་དུས་ད་ཅང་ལས་ཀྱི་མེད་གི། ངན་སྐྲན་དེང་དུ་ལུས་ལ་ཁྱབ་སོང་ནི་འདྲ་བོ་རེད་དུ་ན་ད་ད་གི་ཅིག།

སྟོན་འགྲིག་ཟེར། སྐད་རིགས་བརྒྱ་དང་དེ་ནས་དག་ཨ་ད་རེས་དགུ་བཅུ་གོ་དགུ། དེ་མོ་ཟིག་ལ་ཤ་ནུ་ཉིབ་གཅིག་གཉིས་མ་གཏོགས་མེད་གི་དང། ཉིབ་གཅིག་གཉིས་མ་གཏོགས་མེད་གི་དང། དེ་མོ་ཟིག་རེད་དང། དེ་ནས་དག་ཉི་ལྔ་བཅུ་ཐམ་པ་བའི་དག་མེ་ནས་དག་སྐད་རིགས་དག་སྐད་རིགས་ཉིས་བརྒྱ་སམ་བརྒྱ་དེ་མོ་ཡོད་གི་དང། ད་ལྟའི་ཀ་རིགས་དུ་སོགས་དུ་འདི་མོ་ཟིག་ལ་ཐོན་ཡོང་རྒྱུ་དུ་ཆི་རེ་ཟིན་ན། དུ་དང་པོ་ནས་དུ་ད་རེས་ད་བཤད་ནི་དེ་མོ་ཟིག་མེད་ནི་མ་རེད། དང་པོ་ཡོད་ནི་རེད་དུ་ད་མི་མང་བོ་ཟིག་གི་དུ་ཀ་རིགས་དུ་བཤད་ནི་རེད་དུ། བཤད་ན་དེ་དུ་མ་ར་ཇེ་ཉུང་ཇེ་ཉུང་ཇེ་ཉུང་སོང་ནས། ད་ད་ལྟ་དེའི་ཁྱད་རོང་ནས་ན་ད་ཀ་རིགས་དུ་དུ་ད་དེ་མོ་ཟིག་ཨ་དུ་གི་ཐོན་ཡོང་ནི་རེད། དེ་འདྲའི་ཡིན་དུས་དུ་ད་ང་ཞིག་གི་སྐད་ཡང། མ་འོངས་པ་ཟིག་ཨ་ནམ་ཟིག་ཨ་ཡིན་ནི་ཡིན་ན། དེའི་སྐབས་ཟིག་ལ་ནི་དུ་ཉིན་ཚིག་ཉིན་པར།

མ་རིག་གི་དེ་གི་སྐར་གི་ཐོག་ནས་ཞལ་ནས་དེ་ནས་ཅིག་རྩམ་ནས་ཚིག་མཛོད་མང་བོ་ཡོད་ནི་རེད་དེ་གི། ལོ་རྒྱུས་མང་བོ་ཡོད་ག་གི་དེ་འདྲ་བ་ཟིག་གི་ནི་དེ་གི་རྩོམ་རིག་མང་བོ་ཡོད་ག་གི་ཁར་སང་དེ་རང་གི་དབང་དུ་བྱས་ན་མ་རིག་གི་རྒྱལ་ཁབ་ཕྱི་ནང་ཆ་ག་ན་ཡོད་ཀྱི་མཚམས་ཆུ་བོ་བསྡོམས་ན་མ་རིག་གི་དེ་གི་ད་རེས་སྐར་གི་ཐོག་ནས་དེ་གི་རྩམ་པའི་དེབ་ཁྲི་སོ་ཉི་ཤུ་དང་ཉིས་བརྒྱ།

ཐོག་ན་ཚིག་མཛོད་ཡོད་ནི་དེ་ནས་གཅིག་དག་གི་རྩོམ་རིག་དང་ལོ་རྒྱུས་དང་ཆོས་ལུགས་དང་འདི་ཚོ་ཐམས་ཅད་ཡོད་ནི་དེ་མུ་ཟི་ཀི་སྐབས་དུ་ལོ་ཉིས་བརྒྱ་དང་དྲུག་ཅུ་ཐམ་པའང་སྣང་བ་དེ་ནས་ད་དེ་འདྲའི་གི་དེ་འདྲའི་མེད་པ་གི་ལོག་འགྱོད་ཀྱི་དེབ་དེ་ཡོང་ནི་ཡིན་ན་ད་ལོ་ཉིས་བརྒྱ་དང་ལྔ་བཅུ་གི་ནང་ལ་ད་སྔ་ཞིག་གི་དག་གི་བོད་སྐད་འདྲ་ཟིག་ན་མེད་སོང་ན་ཆོག་གི་རེད་ད་ཆོག་གི་མ་རེད། དེ་བསམ་བློ་བཏང་དགོས་ནི་རེད། དེ་ལྟར་བསམ་བློ་བཏང་ས་དེ་གའི་སྐར་ཧ་ཅང་ཆེན་པོ་ཞིག་རེད། སྐར་དེའི་སྟེང་ཉིན་པར་ནས་དེ་གའི་ད་རེས་ད་ཡིག་ཡིག་དེ་སྐད་ཡིག་དེ་མེད་སོང་ན་ཕྱི་མི་ཚོ་གི་ལོག་འགྲོ་གི་རྒྱུ་ན་དེ་མི་རིགས་དེ་ཐམས་ཅད་པོ་དེ་རེད། འཛམ་བུ་གླིང་གི་ཐོག་ན་ད་ལྟ་ཡོད་ནི་སྐད་མེད་སོང་ནི་མི་རིགས་དེ་ཐམས་ཅད་པོ་དེ་ནི་མི་རིགས་དེ་ད་མེད་སོང་ནི་རེད་དེ། དེའི་མྱི་གཅིག་དེ་མཇུག་རྫོགས་སོང་དེ་དེ་ནི་དེ་གའི་ད་དེའི་མི་རིགས་དེའི་མྱི་དེའི་མི་གཅིག་དེ། མི་རིགས་དེ་ཉིད་ཀྱི་ནི་དེ་གའི་ད་མི་ཐ་མའོ་དེ་རེད། དེ་ལྟར་དུ་འཇིག་རྫོགས་སུ་གི་ད་མི་རིགས་འཇིག་རྫོགས་སོང་བ་རེད་དོ། དེ་ནས་ད་མི་རིགས་དེའི་རིག་གནས་ཅིག་ཅག་ཙི་ག་ཅུང་ཟད་ཙི་ཡོད་ན་ཤང་སྟོན་ཁང་གི་ནང་འཇོག་གི་རེད། ཤང་སྟོན་ཁང་གི་ནང་ནས་ལོ་མང་བོ་འདུག་གི་རེད་དོ། ད་མི་ཞིག་གིས་ད་སངས་རྒྱས་ཀྱི་ཆོས་ནང་ཚོགས་སོང་ནས་ན་སངས་རྒྱས་ཀྱི་ཆོས་མདོ་ཕྱོགས་ནས་བཤད་ན་ལོ་སྟོང་ཕྲག་ལྔ་སོང་བའི་རྗེས་སུ་སངས་རྒྱས་ཀྱི་ཆོས་ཅིག་འདུལ་བ་བསྐུར་བ་འདྲ་འདི་ཚོ་ནུབ་འགྱོ་ད་སངས་རྒྱས་ཀྱི་ཅིག་སྐུ་གསུང་ཐུགས་རྟེན་ད་རང་སྤྲུལ་འདྲ་འདི་ཚོ་ཅིག་དུ་འགྲོ་ད་ཡང་རིང་བ་འདི་ག་སོང་ནི་རེད་དུ་སོ་འདྲ་འདྲ་དེའི་ལྟ་ཚུལ་ན་དངོས་ཡོད་ཀྱི་འཚོ་བའི་ནང་ན་འོས་ཤོག་གི་རིན་ཐང་མེད་ཀྱིས་ལོག་བའི་རྩ་བ་ནས་མེད་ཀྱིས་ལོག་འགྱུར་ཡིན་ནམ་བཤམས་སྟོན་ཁང་འདྲ་དེ་གི་དུས་ཚོད་ནང་ནས་ཡུན་རིང་འདུག་ན་ཐང་དེ་རེད་མ་གཏོགས་པ་དེ་བས་ཡོད་ནི་མ་རེད་ད། མི་རིགས་གཞན་པ་དུ་ཚོ་ཡིན་ན་དེ་རེད་ད་རེས་ངས་བཤད་རྒྱུའི་དཀའ་རིགས་གཅིག་མ་གཏོགས་མེད་ནི། ལ་ལ་ལ་དཀའ་རིགས་རྩ་བ་ནས་མེད་ནས་ལོག་སོང་ནི་དུ་ཚོ་དཀའ་རིགས་དུ་མེད་པ་ལོག་པ་ནས་བཟུང་སྟེ་དེ་ནས་མི་རིགས་དེ་ཡང་ནི་དེ་གི་ད་དེ་ནས་དེ་གི་གཅིག་གི་ནང་ཐིམ་སོང་ན་མ་གཏོགས་པ་གཞན་ཅང་ཡོད་ནི་མ་རེད། གླག་ལམ་དེ་ཚོ་ཐམས་ཅད་པོ་སྐྱ་རིགས་དེ་ཉིད་ཀྱིས་དེ་དག་བྲིས་པས་ན་དེ་དག་གླག་ལམ་ད་ཧ་ཅང་དེ་དག་འབོར་ཆེན་ཡོད་ནི་རེད། ད་ཡིན་ན་དེ་དག་གླག་ལམ་འབོར་ཆེན་དེ་ཚོ་ཐམས་ཅད་པོ་ཡིན་ན་དེ་ནི་ད་བྱམས་སྟོན་གྱི་གནང་འཇོག་བྱེད་ཙམ་མ་གཏོགས་པ་གཞན་པ་དེ་དག་ཅང་དེ་ཡོད་ཀྱི་ཡོད་ནི་མ་རེད། ད་དེ་འདྲ་ཡིན་སོང་དུས་མི་ཞིག་གིས་ནི་ན་དེ་དག་བསམ་བློ་མ་བཏང་ན་དེ་དག་ཐབས་མེད་པ་རེད། བསམ་བློ་མ་བཏང་ན་ལྟ་གི་ད་རེས་ཐབས་མེད་གི། ད་ལྟ་ནས་བཟུང་བལྟས་ནས་ལྟ་གི་ཅིག་ལྟ་གི་ད་འདི་ཚོ་ལ་ཞིབ་ཀྱི་བསམ་བློ་བཏང་ནས་ནི་ལྟ་གི་ད་ཅིག། འདི་ཅིག་དེ་འདྲས་ཅིག་ལྟ་གི། ཉེན་ཁ་འདི་འདྲ་ད་དེ་འདྲས་ལྟ་གི་མི་ཡོང་རྒྱུ་གི་དོན་དག་ལ། ད་ཐམས་ཅད་པོ་ལྟ་གི་བརྩོན་དགོས་ཡག་གི། བརྩོན་རྒྱུ་དེ་སུས་བརྩོན་རྒྱུ་རེད་ཟེར་ན། ད་དེ་འདྲས་ཅིག་ལྟ་གི་རང་དབང་གིས་བརྩོན་རྒྱུ་མ་རེད་འགྲོ་ཧ་གིས་བརྩོན་རྒྱུ་མ་རེད། གཙོ་བོ་དེ་དེ་འདྲས་ཅིག་ལྟ་གི་ད་སྐྱ་སེར་སུ་ཟིག་བལྟས་ན་རིག་གནས་ཀྱི་ཕྱོགས་ལ་ལྟ་གི། ད་བྱ་བ་སྒྲུབ་མཁན་རྣམས་ཀྱིས་དེ་བཙོན་ནང་མ་གཏོགས་པར་གཞན་པ་བཙོན་ནུས་ཡོད་ནི་མ་བཙོན་ནུས་ཡོད་ནི་མ་རེད། རིག་གནས་ཀྱི་ཕྱོགས་ལ་བརྟེན་ནས་དེ་དང། གཅིག་དེ་བྱ་བ་སྒྲུབ་ནུས་དང་དཔེར་ན་ང་ཞིག་གི་མགོ་ལོག་གི་ས་ཁུལ་ལ་དེ་མཚོན་ནུས་ན། ད་དེ་རང་དེ་འདྲ་རྒྱ་ཞབས་རྒྱལ་བོ་ཡོད་ནི་མ་རེད་ད་ནི་དེ་གཙོ་བོ་གཙོ་བོ་བྱ་ཡི་ཡོད་ནི་རེད་ད་འདི་མོ་ཟིག་ག་རག་ལས་ཡོད་ནི་རེད། དེར་དབྱེན་དེ་དེ་ཕྱི་འགྲིག་བྱས་ནས་དགའ་ཟེར་རེད་དེ་ང་ཞིག་གིས་མར་དེ་ཕྱིར་བལྟ་དགོས་ནི་རེད་དེ་མ་འོངས་པ་ལ། ཡར་བལྟ་དགོས། ཡར་བལྟས་ན། ད་ཐོག་མར་དུས་འགྲོ་དང་འགྲོ་བ་མིའི་རིགས་ལ་ཡི་གེ་འདི་དར་ནས་དེ་ག་ད་རེས་ད་ལོ་ཁྲི་ཚོ་གཅིག་འགྱོ་གི་ཡོད་ནི་རེད། ཡི་གེ་འདི་ལ་ཕྱིར་དེ་ག་མིའི་རིགས་ཀྱི་ཡི་གེ་འདི་ལ་རིགས་གསུམ་རེད། གཅིག་ལ་གདོད་མའི་ཡི་གེ། གཉིས་ལ་གནའ་རབས་ཀྱི་ཡི་གེ། གསུམ་ལ་དབྱངས་གསར་གྱི་ཡི་གེ་ཡི་གེ་གསུམ་རེད། དེའི་གདོད་ནས་ཡི་གེ་ཟེར་གྱི་འདི་ལྟ་བུ་དང་གཅིག་ལྟ་བུ་བྲག་ཁུང་འདྲ་དང་འདི་ཚོའི་ངོ་ན་ཅིག་སྤྲོག་ཆག་འདྲ་མི་འདྲ་བའི་གཟུགས་འགྲུས་མི་ངོ་ཟེར་ལྟ་བུ་ཡོད་ཀྱི་འོ་འདི་ངོ་མ་བཤད་ན་རྣམ་གཉིས་རྣམས་ཀྱི་དེ་ཡི་གེ་ཟེར་གྱི་འགི་འོ་ནི་རེད་ལྟ་བུ་དེ་ལ་གདོད་ནས་ཡི་གེ་ཟེར། དེ་ཅམ་པོ་དང་ཞེ་དགའ་བོ་གི་ས་ཆ་ན་མང་ནི་རེད་ལྟ་བུ། མ་ཕམ་ཡུམ་མཚོ་བོ་དེ་ནི་དེ་བྲག་གསེབ་ཏུ་སོང་ན་ཤིན་ཏུ་ནས་ཀྱང་མང། དེང་དུས་མཚོ་སྔོན་གྱི་དེ་ནི་མཚོ་སྔོན་མོ་བོ་དེ་ནི་ཅིག་ཡར་ཀ་མར་ཀ་ཅིག་ལྟ་བུ་བྲག་ནང་ན་མང་བོ་ཡོད་ནི་རེད་དེ་ཟེར་བ་ཀི་ལྟ་བུ་དེ་སོགས་ལ་གདོད་མའི་ལྟ་བུ།

དེ་ནས་དག་ད་འདིའི་མཛེས་རིག་འདྲ་བོ་ལ་དག་མཚོན་ནས་ན། ད་ད་ནི་དག་ལོ་ད་ད་གི་བར་དུའང་དུ་ཕྱིན་ནས་ན་ད་ལོ་སྟོང་ཕྲག་རི་ང་དར་ལྔ་བརྒྱ་ཡར་མར་དེ་མོའི་ལོ་རྒྱུས་ཡག་གི། ཡིན་ནའང་ད་དུ་ལོ་སྟོང་ཕྲག་གསུམ་ཡར་མར་གི་རྗེས་ནས་ད་ཡི་གེ་དེ་ཡང་རྩ་བ་ནས་ནུབ་སོང། ཡི་གེ་དེ་ནུབ་སོང་ནས་དག་དེའི་རྗེས་ནས་དག་ད།

དེ་ནི་མ་རི་སྐྱིད་ནི་དེ་ད་ཡོ་རུབ་ཀི་ཕྱོགས་ཧར་ནུབ་ཕྱོགས་ལ་ཧར་སྐྱིད་ནོ། དེ་ནི་ཡོ་རུབ་ཀི་ནི་དེ་ད་གར་སོང་དེ་རང་གི་ཡོ་རུབ་ཀི་ཕྱོགས་ནི་དེ་གཡང་སར་གི་ཡི་གེ་འདི་ཚོ་རེད། ཤར་ཕྱོགས་ལ་སིར་སྐྱིད་ནོ་དེ་ནི་རྒྱ་གར་ན་སྐྱིད་རྒྱ་གར་ནི་སིར་ནི་དེ་ད་བོད་རེད་དེ་ནི་ཅི་འབར་མ་རེད་དེ་ད་འདི་ཚོ་ལ་སྐྱིད་ནི་ནི་ཡོང་ནི་རེད། མི་ཤེས་གི་བོད་ཀི་ཡི་གེ་ཡང་དེ་ད་དེའི་ནང་ཚན་རེད། དུ་ད་རུང་ཡང་ནུབ་འོག་ནི་མ་རེད་ད་ལོ་སྟོང་ཕྲག་གཅིག་ད་ལྟ་གི་སུམ་བརྒྱ་རེད་ད་རུང་ནུབ་འོག་ནི་མ་རེད་ཡང་ཟེར་གི་ཡོད་ཡིན་ན་འདི་ད་དེ་རིང་ནུབ་ཀྱི་མ་རེད་ད་ཁར་སང་དེ་རང་གི་ད་གི་ཅིག་ད་གི་འདི་ནི་རིག་གནས་ད་འདི་ཚོ་ཐམས་ཅད་པོ་ནི་ཅིག་གང་གི་ཕྱོགས་ནས་ཡིན་ན་ད་ནི་ད་གི་ཡར་རྒྱས་མགྱོགས་འོག་ནི་རེད་དེ་རིང་དེ་རིང་སྔ་མཇུག་གི་ཡི་གེ་དེ་ཚོ་ནུབ་ནི་མི་ཡི་གི་ཡིན་ན་དེའི་ནང་ནས་ད་གི་ད་གཅིག་དཔེར་ན་དག་མྱོང་ཞུགས་ནི་བེད་སྤྱོད་བྱེད་ཀྱི་དུས་ཚོད་ག་ལས་ག་ལས་ཤིང་ལ་ནུབ་ནས་ད་མྱི་མང་གི་བེད་སྤྱོད་བྱེད་ཀྱི་ཡི་གེ་དུ་ཆ་ག་རྗེས་ལ་ལ་དག་བསླུས་ནས་ད་དུ་དེ་རིགས་ལོག་གོ་ད་ཡར་གི་ལོ་རྒྱུས་ཀྱི་ཐོག་བལྟས་ན་ཡི་གེ་ལ་ལ་དུ་ད་ལོ་སྟོང་ཕྲག་ལྔ་ལ་ལ་དུ་ལོ་སྟོང་ཕྲག་གསུམ་མ་རེད་ལ་ལ་དུ་ལོ་སྟོང་ཕྲག་བཞི་དང་ལྔ་བརྒྱ་ལ་ལ་དུ་གཅིག་དུ་ད་རེས་ད་ལོ་སྟོང་ཕྲག་དུ་གསུམ་དང་ལྷག་དེ་མོ་ཟིག་ག་གནས་ནས་ད་དེའི་ལོ་རྒྱུས་ད་བྱེད་པ་མེད་སོང་ནས།

ད་དེ་འདྲ་ཟིག་ཡོད་ཀྱི་ཡང་ཏི་བ་དང་མ་གོ་ཡི་ཏི་བ་དང་བརྗེ་ཚོང་ནི་དེ་མོ་ཟིག་རེད་ད་ནི་བརྗེ་ནས་བཟོ་ཏི་བ་ཧ་གོ་ཡོང་དུས་ད་ནི་ད་ནར་རྫས་རྟོག་ཞིབ་པ་རྣམས་ཀྱིས་ནི་ཏི་བ་ཚོར་ལྟ་མང་པོ་ཞིག་དེ་འདྲི་བྱས་དུས་ད་རྡོ་རང་གི་ཡི་གེ་ད་འདི་ཚོའི་ཐོག་ནས་ད་གསར་དུ་རྙེད་སྐྱོང་ནི་ད་དེ་མོ་ཟིག་རེད། ཡི་གེ་འདི་ཚོ་དེ་རིགས་ཡིན་ད་ཐམས་ཅད་པོ་ནི་དང་བོ་ཡར་སྐྱེས། དེ་ནས་བར་དུ་ནི་ད་བྱ་བ་གང་ཁྱིམ་ཟ་བློ་གཏོང་དྲག་ཆེ་ལ་བྱ་བ་བྱེད་དགོས་ནས་ནི་བྱ་བ་བྱས། ད་དེ་ནས་མར་ནུབ་འགྱོ་ནི་ཏི་རེད་ད་ཏི་འཇིག་རྟེན་གྱི་དར་རྒུད། ཟེར་གྱི་ལྟ་བུ་ཟིན་ན་འདྲ། ཀ་ཡིག་ཟེར་གྱི་ལྟ་ཡང་ནི་ལྟ་བུ་དག་དེ་འདྲས་ཟེར། དེ་འདྲ་ཡིན་ན་དག་མི་བྱེད་ཀྱི་ལྟ་བུ་འོག་གི་ཡི་གེ་འདྲ་ཟེར་བ་ལ་མཚོན་ནི་ཡིན་ན། གར་ཚང་དེ་རང་གི་ཡི་གེ་འདི་མཚོན་ན་ལྟ་བུ་དག་ལོ་སྟོང་ཕྲག་གཅིག་དག་དེང་འབྲུག་ལྟ་བུ་སུམ་བརྒྱ་ཡར་མར་དེ་འདྲས་རེད། དེའི་ཡན་ཆོད་ན་དེང་འབྲུག་ལྟ་བུ་འོག་ལ་ཡི་གེ་གཡག་གི་མ་གི་བརྫིས་བྱ་ནི་རེད་བོན་པོ་རྣམས་ཀྱི་ཡོད་བརྫིས་བྱ་རེད། ངོ་ནས་དྲངས་ནས་བྱ་ནི་ཡིན་ན། ཡི་གེ་འདི་ཚོ་མངོན་སུམ་ལ་སྟོན་གྱི་ཅིག་དག་བྲག་སྐུ་འདྲ་དང་ནི་རྡོ་རང་འདྲ་འདི་མི་བོ་ཐོག་ནས་རྙེད་ཐུབ་ཀི་ཡོད་མ་རེད། ཡིན་ན་རྗེས་དཔག་གི་ཐོག་ནས་དུ་དཔག་རྐྱེན་འདི་ད་འཛམ་བུ་གླིང་གི་ཆེད་ལས་ཡོད་མཁན་པ་གཞན་པ་རྣམས་ཀྱིས་དཔག་ལུགས་ཀི་དབང་འདི་ཤེས་ན། བོན་པོ་བོ་དེ་འདྲའི་དུ་ཡི་གེ་ནང་ནས་སྔོན་ནས་དཔག་དབང་ནི་བོ་འདི་རྗེས་དཔག་ཡང་དག་གི་ལོག་ཡོད་ཀི། འཛམ་བུ་གླིང་གི་སྐད་རིགས་མཁས་པ་རྣམས་ཀྱིས་དུ་རྒྱ་གར་ལ་དེ་འདྲའི་དུ་ད་དུས་རབས། འདི་སྔོན་གྱི་ནི་དག་ཤུལ་ལུས་དུས་རབས་སྔོན་གྱི་ནི་དག་དུས་རབས་བརྒྱད་དགུ་དེ་མོའི་སྐབས་ན་ཡིག་ཡོད་དམ་མེད་དག་བརྟག་པའི་གནས་སྐབས་ན། ད་བརྟག་གྱི་འོག་ཏུ་དག་བརྟག་གོ་ནི་རེད་དག་རྒྱ་གར་གྱི་སྙན་ངག་ཆེན་པོ་འགའ་རེ་དུ་ནི་དག་ད་དེ་འདྲའི་ཡུན་རིང་བོ་ཟིག་བརྒྱུད་ཡོང་ཟིན། འདི་འདི་འདྲའི་བརྒྱུད་ཡོང་རྒྱུ་དུ་ནི་དག་བཀའ་ཡིག་མེད་ན་ཁྱད་པར་དུ་ཡིག་ཡིག་མེད་ན།

ཡི་གེ་དེ་ཡ་ཐོག་གི་དབང་དེ་དེ་ཡི་གེ་དེ་ལོ་རྒྱུས་ཀྱི་དབང་དུ་བྱས་ན་དགག་དང། གཅིག་བྱས་ནས་ན་བོན་པོའི་དགག་བཀའ་གཏམ་རྒྱུད་དང་མཉམ་དུ་ཡོང་ནས་ན་ནི་གཅིག་ལོ་ཁྲི་གི་ལོ་རྒྱུས་ཚོ་བཞག་གི་འོ་ན་རེད་དགག་མགོ་རིག་གནས་དཀའ་མོ་རེད་དགག་གི་འདི་ནས་ཀྱང་ལོ་རྒྱུས་ཡང་རང་དང་ལྡན་པ་ཟིག་རེད། གང་ལྟར་ཡང་ཡི་གེ་ཡོད་ནི་རེད་ད་དེ་དེ་རེད་ད་ལྷོ་ཁང་མཐོ་དམན་ཡི་གེ་ཡང་དགག་ད་ལོ་སྟོང་ཕྲག་གཅིག་ད་དེ་མོ་ཟིག་ག་དར་ལྔ་ད་ཡར་སྐྱེས་བྱ་བ་བྱས་འོ་ད་དེ་རེད། ད་ནམ་ཟིག་ལ་དགག་འགག་གི་ཡིན། ད་ལྟ་བར་གཙོ་བོ་དེ་ཐུགས་དབང་རེད་ད་ངས་ཤིག་གི་གཙོ་བོ་སེམས་ཁུར་ཡོད་དགོས་ས་འོ་དོ་ད་དེ་རེད། དེར་ཡིན་དུས་ལྟ་བུ་ད་སུ་དང་སུ་ཟིག་ཡིན་ན་ཅིག་ལྟ་བུ་བོད་ཀྱི་རིག་གནས་འདི་ཚོ་ལ་ནི་ཅིག་ལྟ་བུ་སེམས་ཁུར་བྱེད་ནི་ཅིག་དུས་མོ་ཟིག་ཡིན་ན་ནི་ད་ངེས་པར་དུ་ཅིག་དངོས་གནས་དྲང་ནས་སེམས་ཀྱི་ནང་ན་དངངས་འཚབ་སྐྱེས་རྒྱུ་ཟིག་ཡོང་ནི་རེད། ཅང་དངངས་འཚབ་སྐྱེས་རྒྱུ་མ་ཡོང་ན་ཨོ་ཡ་ཤེས་རིག་འཛིན།